ཨོ་ད་དེ་རིང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔར་གྱི་ཕྱི་ཟླ་བཅུ་ཉིན་གྱི་ཚེས་པ་ལྔ་དགོངས་པ་ལ་ངས་བརྙན་འདི་བཟོ་གི་ཡོད་ད། དོ་དགོང་གི་སྐད་ཆ་འདི་གཅིག་བྱས་ན་ད་ཏོག་སི་རིང་པོ་ཆགས་ས་བ་རེད་ཡིན་ན་ལས་ད། དངོས་གནས་ཀྱི་བོད་རང་བཙན་སླར་གསོ་དང་བོད་བསྐྱར་དར་གྱི་རེ་བ་རྒྱག་མཁན་གྱི་ད་བོད་པ་ཅིག་ཡིན་པ་ཡིན་ན་དེ་རིང་གི་སྐད་ཆ་གི་གནད་དོན་འདི་ད་ཧ་ཅང་གི་གལ་ཆེན་པོ་ཡིན། ད་དེ་རིང་ཞུ་བ་གཙོ་བོ་དེ་ག་རེ་ཡིན་ལབ་ན། དེ་ནི། ཉེ་བའི་ཆ་ལ་ད་ཡོ་རོབ་ལ་གནས་འདུག་དེ་ནི་བོད་པའི་ན་གཞོན་བསམ་གཏན་ལགས་དང་ཁེ་ན་ར་ལ་གནས་འདུག་གཞུང་ཞབས་ཟུར་པ་ཉི་མ་བསམ་དགའ་ལ་ཞུ་བའི་བོད་མི་དགེ་གཞོན་གཉིས་ཀས་དེ་ནི་བོད་རང་བཙན་ལ་ཧ་ཅང་གདོང་སེམས་ཆེན་པོ་ཁེ་བོད་རང་བཙན་གྱི་སྤྱི་འཐུས་འདེམས་རྒྱུ་ཡོད་མ་རེད་ཟེར་ཡག་ཁེ། ད་སྐད་ཆ་ཐབས་སྡུག་ཅིག་དྲ་ལམ་ལ་འགྲོ་བཞིན་པ་དེའི་སྐོར་ནས་དེ་རིང་སྐད་ཆ་བྱེད་ཤོད་བསམ་སོང། ད་དེ་ཡང་ཡོ་རོབ་ལ་གནས་འདུག་བསམ་གཏན་ལགས་ཁེ་ད་ལྟ་ལས་རེམ་འགྲོ་བཞིན་པའི་ང་ཚོའི་སྲིད་སྤྱི་གི་འོས་བསྡུ་གི་སྐབས་ལ་དེ་ནི་རང་བཙན་གྱི་ལྟ་བ་འཁྱེར་མཁན་གྱི་གྲོས་ཚོགས་ཀྱི་འཐུས་མི་ལ་འོས་འཕེན་རུང་གི་མ་རེད་ཟེར་ཡག་གི་སྒྲུབ་རྩིས་ལ། གྲོས་ཚོགས་ནང་ལོགས་ལ་བོད་རང་བཙན་གྱི་ལྟ་བ་འཁྱེར་མཁན་མང་པོ་སླེབས་པ་ཡིན་ན། དེ་ནི་གྲོས་ཚོགས་ནང་བོད་གཞུང་གི་ལངས་ཕྱོགས་དབུ་མ་ནི་རང་བཙན་ལ་འགྲོ་དགོས་ཀྱི་འདུག་ལབ་བྱས་ནས། དེ་ནི་རང་བཙན་ལ་འགྲོ་ཡག་བསྡེམ་ཡག་གི་དུས་ཚོད་ཅིག་སླེབས་པ་ཡིན་ན། ཨོ་དེ་ནི་ང་ཚོ་ཚར་ཚར་བ་རེད་འབྲོང་རྫོགས་བ་རེད་ང་ཚོ་རྡུབ་སོག་འཇམ་ནས་ལོག་འགྲོ་ཡག་གི་དུས་ཚོད་ཀྱི་ལེ་བ་རེད་ཟེར་ལབ་ཀྱིན་ནས་ད་ཨོ་རྨིན་ལམ་གས་མི་ཅོང་ཅོང་ལྡེམ་ག་གས་སྐད་ཆ་བཅས་བཤད་འདུག་ད་ང་ནང་བཞིན་ཁེ་ན་འདྲ་ལ་གནས་འདུག་དེ་ནི་གཞུང་ཞབས་ཟུར་པ་ཉི་མ་བསམ་ག་ལགས་གས། རང་བཙན་གྱི་མི་བདམས་པ་ཡིན་ན་དེ་ནི་ང་ཚོ་གཅེས་ས་གཅིག་ལ་གཅེས་ཀྱི་རེད་ཟེར་ལབ་བྱས་ནས་དེ་ནི་དབུ་མའི་ལམ་ལ་རྒྱབ་སྐྱོར་བཟོ་མཁན་གྱི་སྤྱི་འཐུས་ཆུང་ཆུང་ཅིག་འདེམས་དགོས་ཀྱི་རེད་ཟེར་ད་དེ་འདྲའི་སྐད་ཆ་བཅས་བཤད་འདུག་སྐད་ཆ་དེ་གཉིས་སྔ་རྗེས་ལ་གོ་ཡུལ་མིའི་སྐབས་ལ་དངོས་གནས་ཀྱི་ཨ་ཁ་བསམ་པ་བཅས་བྱུང་སོང། དངོས་གནས་ཀྱི་སྐད་ཆ་དེ་འདྲ་ཅིག་བོད་པ་ཅིག་དང་དེ་ཡང་རང་ལུང་པ་ལ་ཡོད་ཉེན་བོད་པ་ཅིག་གི་ཁ་ནས་དོན་མི་རུང་བ་ཅིག་སྐད་ཆ་ཅིག་ཆགས་བསྡད་ཀྱི་འདུག་ད་ཡིན་ན་ལས་བོད་པའི་གཏམ་དཔེ་ལ། སྤྲང་པོའི་ཆིག་རྒྱུའི་ལམ་ན་བེར་ཀ་གནམ་ལ་འཕྱར་ཡོང་ཟེར་བ་ནང་བཞིན། ཉེ་བའི་ཀའི་ཟླ་ལོ་བཅོ་ལྷག་གསུམ་ལ་ཉེ་བའི་ཀའི་ནང་ལོགས་ལ་རྡ་རམ་ས་ལ་ནས་ང་ཚོའི་ཐོ་རེངས་མི་སྣ་ཚོགས་ནས་འགོ་བཙོག་བྱས་ནས་དེ་ནས་དགྲ་བོ་རྒྱ་ནག་ལ་ངོ་སྲུང་དང་ངོ་དགའ་ཤས་བྱས་ནས་དེ་ནས་བོད་རང་བཙན་གྱི་འཐབ་རྩོད་དང་རྒྱ་ནག་ལ་ངོ་རྒོལ་གྱི་ལས་འགུལ་ལ་འགོག་སྡོམ་བཟོ་ཡག་བོད་པའི་གི་རྒྱལ་གཅེས་པ་དང་རང་བཙན་གྱི་བསམ་བློ་མཁས་མཁན་ཚོ་ལ་ད་ཉིན་ཁ་འདྲ་མིན་གཡོག་ཡག་གི་འཁོར་ཡུག་དེ་རྒྱུས་ལོང་འདྲ་བོ་ཅིག་བྱུང་བྱས་ནས་ད་ད་ལྟ། མི་དཀྱུས་མ་ཁོང་ཚོ་འདྲ་བོ་གིས་དེ་ནི། དགྲ་བོ་རྒྱ་ནག་ལ་དེ་ནི་ངོ་སྲུང། འདི་འདྲའི་བཟོ་ཡོང་དུས། ད་གཏམ་ལ་གཏམ་ལན་གྱི་དགོས་ཡ་དེ། དེ་ནི། རྩ་སྟོང་དང་འཐབ་རྩོད་སྲུང་སྐྱོབ་བཟོ་དང་མི་བཟོ་གི་གནས་སྟངས་བཅས་ཆགས་ཡོང་གི་འདུག་བོད་པའི་གཏམ་དཔེ་ལ་ཁམ་བུ་ཟ་མདོག་མ་རེད་ཡར་དགའ་སྤྱང་མདོག་རེད་ཟེར་ལ་བ་ནང་བཞིན་ཁོ་རང་གཉིས་ཀྱི་སྐད་ཆ་འདི་མི་བྱེ་བྲག་པ་རེ་བཟང་ཅིག་སྤྱི་འཐུས་ལ་ཡོང་ཡ་དཀའ་ཡ་ཙམ་གྱི་ཆེད་དུ་མ་ཡིན་པ། འདི་བོད་པའི་སྤྱི་ཚོགས་མཆོང་ཡོང་གི་ནང་ལོགས་ལ་བོང་རང་བཙན་སླར་གསོ་གི་འདུན་པ་དང་སེམས་ཤུགས། ལ་དྭགས་ཀྱི་གཉའ་གཅོག་སྟོང་དང་གཉའ་གཅོག་ཐབས་ཀྱི་སྐད་ཆ་བྱེད་ཤག་ཡོང་གི་འདུག་རྒྱུ་མཚན་ག་རེ་བྱས་ལབ་ན་མི་དེ་དང་དེ་འགྲིག་གི་མི་འདུག་དེ་སྤྱི་མཐུན་ལ་དུམ་ཡ་ཡོད་མ་རེད་ཟེར་ལབ་བ་མ་ཡིན་པ་བོད་རང་བཙན་འདེམས་མཁན་གྱི་མི་སྤྱི་མཐུན་ནང་ལ་དུམ་ཡ་ཡོད་མ་རེད་ཟེར་ལབ་ཡོང་དུས་དེ་ནི་བོད་རང་བཙན་དེ་དེ་ཡང་ནོར་འཁྲུལ་དང་ནག་ཉེས་ཅིག་ཡིན་པ་འདྲ་བོ་སྒྲོབ་ཡོང་གི་ཡོང་དུས། ད་སྐད་ཆ་འདི་རྫབ་ཆེན་པོ་ཆེ་ཆགས་ཡོང་གི་འདུག་བོད་མིའི་སྤྱི་ཚོགས་ནང་ལོགས་ལ་བོད་རང་བཙན་དང་འབྲེལ་བའི་གེ་གོ་བ་དང་འདུ་ཤེས་ནོར་བ་ཅིག་བསྐྲུན་ཡོང་གི་འདུག་ལྷག་པར་དུ་ན་གཞོན་རེ་བ་དང་ཤེས་ཡོན་གང་འཚམ་ཡོད་པ་རྒྱལ་སྤྱིའི་གནས་ཚུལ་དང་རྒྱ་ནག་གི་བཙན་གནོན་དཀའ་སྡུག་ཧ་གོ་མཁན་གྱི་གེ་འདི་རེ་ལབ་ཡོང་དུས་ད་འདི་ཧ་ཅང་གི་ཐབས་སྡུག་པོ་གི་སྐད་ཆ་ཞིག། ཆགས་ཡོང་གི་འདུག་རྒྱུ་མཚན་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་འདི་བརྒྱུད་རིམ་འདྲ་བོ་སྟེ། བོད་རང་བཙན་གྱི་ལངས་ཕྱོགས་དོར་དགོས་ཡ་དེ། ད་བོད་བཙན་བྱོལ་བོད་གཞུང་དང་རྒྱ་ནག་བར་ལ་ད་གྲུས་མོལ་དང་ཞི་མོལ་རིམ་པ་མང་པོ་ཞིག་འགྲོ་བའི་སྐབས་ལ་ཧ་ལམ་སྐབས་དེ་ཚོ་ཚང་མ་ལ། ད་རྒྱ་ནག་གི་དགོས་འདུན་གཙོ་བོ་གཅིག་དེ་བོད་རང་བཙན་གྱི་ལངས་ཕྱོགས་འདོར་དགོས་ཀྱི་ཡོད་བ་བོད་རང་བཙན་གྱི། འཐབ་རྩོད་དེ་མཚམས་འཇོག་དགོས་ཀྱི་ཡོད་བ་ཀྱི་དགོས་འདུན་ཆེ་ད་མུ་མཐུད་ནས་གཏོང་བསྡད་ཀྱི་ཡོད་བ་མ་ཟད། དེ་ནི་རྒྱ་དཀར་ནག་བར་ལ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་བདུན་ཅུ་སྟོང་གྲངས་ནས་མུ་མཐུད་ནས་ད་ས་མཚམས་ཀྱི་རྩོད་རྙོག་དང་འབྲེལ་བའི་གི་གྲོས་མོལ་ཡོང་ཡི་སྐབས་ལ་ཡིན་པ་ཡིན་ན་ལས། རྒྱ་དཀར་ནག་གི་གྲོས་མོལ་གྱི་ཅོག་ཙེ་གྱི་ཐོག་ལ་དེ་ནི་རྒྱ་ནག་གིས་ཆ་རྐྱེན་འདྲ་བོ་དེ་ག་རེ་གཏོང་གི་ཡོད་རེད་ཟེར་ན། དེ་ནི་རྒྱ་གར་ལ་བཙན་བྱོལ་བོད་མི་ཚོ་ལ་བོད་རང་བཙན་གྱི་ལས་འགུལ་སྤེལ་བཅུག་ན་འགྲིག་གི་མ་རེད། དེ་ནི་བཙན་བྱོལ་ལ་ཡོད་དབུས་ཀྱི་བོད་པ་ཚོ་གིས་བོད་རང་བཙན་གྱི་ལངས་ཕྱོགས་དེ་འདོར་དགོས་ཀྱི་རེད་ལབ་ཀྱི་ནི་རྒྱ་དཀར་ནག་གི་ཅོག་ཙེའི་ཐོག་ལ་ཡིན་པ་ཡིན་ནི་ལས་ད་རྒྱ་ནག་གིས་བོད་རང་བཙན་གྱི་ལས་འགུལ་དང། དེ་ནི། ལོངས་ཕྱོགས་དེ་དོར་དགོས་ཀྱི་ཡོད་བ་ཀའི་དགོས་འདུན་གྱིས་གཏོང་སྡོད་ཀྱི་ཡོད་རེད། དེ་འདྲ་ཡིན་དུས་བརྩམས་པ་ལ་ད་ད་ལྟ་བོད་གཞུང་གི་གྲོས་ཚོགས་ཀྱི་འཐུས་མི་གི་ནང་ལོགས་ལ་བོད་རང་བཙན་གྱི་བསམ་བློ་ཁེ་ངན་གྱི་སྤྱི་འཐུས་འདི་མ་ཡང་ཡོད་མ་རེད་ལབ་དུས། ད་དེའི་དགོས་འདུན་འདྲ་བོ་དེ་སུ་གི་དགོས་འདུན་ཆགས་ཀྱི་འདུག་སུ་གི་དགོས་མཁོ་ཆགས་ཀྱི་འདུག་ད་དེའི་སྐད་ཆ་དེ་རང་བཞིན་གྱིས་སླེབས་ཡོང་གི་ཡོད་རེད། བོད་རང་བཙན་གྱི་གནས་སྟངས་དེ་རྒྱ་དཀར་ནག་བར་གྱི་གྲོས་གཞི་གི་ནང་ལོགས་ལ་འཁེལ་ཡོང་ཡག་གི་རིན་ཐང་ཅིག་ཡོད་བ་དེ་ད་ང་ཚོ་བོད་ཀྱི་བུ་རབས་ཚ་རྒྱུད་ཚོ་གི་དེ་རིན་ཐང་དེ་ཧ་མ་གོ་རིན་ཐང་དེ་མ་ཚོར་ནས་ད་འདི་འདྲ་གི་སྐད་ཆ་ཐབས་སྡུག་པོ་དེ་འདྲ་བཤད་ཡོང་གི་ཡོད་རེད། སྤྱིར་བཏང་བོད་ཀྱི་ལོ་རྒྱུས་དང་ང་ཚོ་སུ་ཡིན་པའི་སྐོར་ནས་སྐད་ཆ་ཅིག་བཤད་དགོས་ཀྱི་ཡོད་ན། བོད་ལ་ཡ་དེ་རྒྱལ་ཁབ་ཅིག་གི་ངོ་བོ་དང་གནས་བབ་མཚུངས་ཀྱི་ཡོད་རེད། ང་ཚོ་རྒྱལ་ཁབ་དེ་གའི་བདག་པོ་དང་རྒྱལ་ཁབ་དེ་གའི་མི་སེར་ཆགས་ཏེ་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་བོད་རང་བཙན་དེ་ང་རང་ཚོ་གི་མེས་པོ་གི་ལོ་རྒྱུས། ང་ཚོ་གི་འཐབ་རྩོད། དེ་འདྲ་ཡིན་པའི་ཆ་ནས་བོད་རང་བཙན་ལ་སྤྱི་སེམས་དང། རེ་བ་མེད་པ་ཆགས་ཚར་དུས་ད་སོ་སོའི་སོ་སོ་ལ་སྤྱི་སེམས་དང་སོ་སོའི་སོ་སོ་ལ་རེ་བ་མེད་པ་ཆགས་ཡོང་གི་ཡོད་རེད། ད་དེ་ལ་བོད་པའི་བཤད་སྟངས་ལ་སྐྱིད་སྡུག་མེད་མཁན་ཟེར་ལྟ་རེད། དེ་སྐྱིད་སྡུག་མེད་ལས་རེད་ཚར་དུས་མི་དེ་སོ་སོའི་སོ་སོ་ལ་ཆེ་མཐོང་དང་རི་མཐོང་མེད་པ་ཆགས་ཡོང་གི་ཡོད་རེད། སྔོན་མ་འདྲ་བོ་ཅིག་ནི་ང་ཚོ་བོད་བཙན་པོའི་རྒྱལ་ཁབ་ཟེར་ལབ་དུས་ཨེ་ཤེ་ཡ་གི་སུམ་ཆ་གཉིས་ལ་དབང་བསྒྱུར་བས་ཀྱི་སྟོབས་ལྡན་གྱི་བཙན་རྒྱལ་བཅས་བྱུང་བ་རེད། ད་ལྟ་ང་ཚོ་འདྲ་བོ་རྒྱ་ནག་གི་བཙན་འཛུལ་འོག་ལ་ཚུད་བ་ཡིན་ན་ལས་བོད་མིའི་རེ་བ་དང་སྙིང་སྟོབས་དེ་ད་དུང་ཡང་གསོན་པོ་ལ་བསྡད་ཡོད་རེད། དེ་ཡོད་པའི་རྒྱུ་མཚན་ལ་བརྟེན་བྱས་ནས་བོད་ཕྱི་ནང་གཉིས་ཀ་ནས། དེ་ནི་བོད་མི་རིགས་ཀྱི་ལ་རྒྱ་དང་བོད་ཀྱི་རྒྱལ་ཁབ་སླར་གསོ་གི་ཆེད་དུ། དེ་ནི་འབད་པ་བཟོ་ཡག་གི་ད། མི་རབས་དེ་ད་རྒྱུན་མཐུད་ནས་གསུམ་པ། དང་པོ་གཉིས་པ་གསུམ་པ་ད་བཞི་བ་གི་ནང་ལོགས་ལ་སླེབས་ཡོང་གི་ཡོད་རེད་དེ་འདྲ་བྱས་དུས། ང་ཚོ་རྒྱ་ནག་གི་བཙན་འཛུལ་འོག་ལ་ཚུད་བ་ཡིན་ན་ལས། ང་ཚོ་བོད་མི་རིགས་ཀྱི་ལ་རྒྱ་དང་བོད་རྒྱལ་ཁབ་སླར་གསོ་གི་ཆེད་དུ་འབད་པ་བཟོ་ཉེན་གྱི་འཐབ་རྩོད་ཀྱི་མི་རིགས་མི་རབས་ཅིག་ཆགས་བསྡད་ཡོད་རེད། ང་ཚོ་དགྲ་བོ་རྒྱ་ནག་ལ་མགོ་མ་སྒུར་བའི་མི་རབས་ཅིག་ལ་གསོན་པོ་བྱས་ནས་བསྡད་ཡོད་རེད་བོད་པའི་གཏམ་དཔེ་ལ། སྣབས་ཚུགས་ལོག་ན་སྤུས་ཚུགས་ལྕགས་ན་བ་ན་ལ་བ་ནང་བཞིན་དཀའ་ངལ་ཆེ་མ་ཆུང་གསུམ་ལ་གདོང་ལེན་བྱེད་བྱེད་ནས་བོད་ཕྱི་ནང་གཉིས་ཀ་ནས། རོ་ནུས་གོང་གཡོག་གི་བུ་དེ་འཇིག་ས་ནས་ཡར་ལོངས་ཡག་གི་རེ་བ་དང་འབད་བརྩོན་བཟོ་བཞིན་ཡོད་རེད་མ་གཏོགས། ད་ལྟ་ཡིན་པ་ཡིན་ནི་ལས་བུ་མི་རེད་གི་བུ་རང་བཙན་དང་བུ་རྒྱལ་ཁབ་སླར་གསོ་གི་རེ་བ་དེ་ཤེས་ཡོད་མ་རེད་དེ་ང་ཚོ་གི་ངོས་འཛིན་དགོས་ཡ་དེའི་རིན་ཐང་ཚོར་དགོས་ཡ། དེའི་ངོས་འཛིན་དང་རིན་ཐང་དེ་མུ་མཐུད་ནས་བདག་པོ་བྱ་དགོས་ཡ་དེ། ད་ང་ཚོ་ལ་ཧ་ལས་བི་ཀའི་ཁ་ཚ་དགོས་གཏུགས་ཆགས་བསྡད་ཡོད་རེད། བུ་བཙན་པོ་གའི་བུ་རབས་ཚ་རྒྱུད་ཅིག་ཡིན་པ་ཡིན་ན་བུ་རང་བཙན་གྱི་བླ་སྲོག་བཟོ་ཡ་གའི་རེ་བ་དེ་བསླུས་གཏོང་མི་རུང་བ་དང། དེའི་སྙིང་སྟོབས་དང་སེམས་ཤུགས་དེ་མ་མཐའ་ཡང་རང་གི་མི་ཚེ་མཐའ་མ་བར་ལ་ཉར་དགོས་ཡ་དེ། ད་ང་ཚོ་བོད་མིའི་གི་ལ་རྒྱ་དང་བོད་ལ་སྲུང་བཞིན་དམ་ཚིག་ཆགས་བསྡད་ཡོད་རེད། དེ་འབྲེལ་གྱི་བོད་རང་བཙན་སླར་གསོའི་རེ་བ་དེ་སོ་སོ་རང་ཉིད་ཀྱི་མི་ཚེ་གའི་མཚན་མཐའ་བར་ལ་ཉར་བ་ཙམ་མ་ཡིན་པར། སོ་སོའི་བུ་རབས་ཚ་རྒྱུད་ལ་ཡང་འགན་འཁྲི་དང་འཐབ་རྩོད་དེ་ངོ་ཤེས་པ་བཟོ་ཡ་རྩིས་འཕྲོ་བ་ཅིག་བཟོ་དགོས་ཀྱི་ཡོད་རེད། དེ་ཡིན་དུས། བཙན་བྱོལ་བོད་མི་གི་ལོ་རྒྱུས་ཀྱི་ནང་རོགས་ལ་སྐལ་བ་བཟང་པོའི་དུས་ཚོད་ལ། ཨ་ཕ་ཨ་མ་དང་སྤོ་སྤོ་རྨོ་རྨོ་སློབ་འབྲིང་དགེ་རྒན་མཚོ་དམག་གི་བུ་ཕྲུག་ཚོ་ལ། ཁྱེད་རང་ཚོ་མ་འོངས་བོུ་གི་སོང་རྩ་རེད་བོུ་རང་བཙན་གྱི་སོང་རྩ་རེད་ལབ་ཀྱི་ནི། བོུ་ཕྲུག་གསོ་སྐྱོང་དང་འཐབ་རྩོད་རྩིས་སྤྲད་པའི་གི་ལོ་རྒྱུས་གཟི་བརྗིད་ལྡན་པ་ཅིག་ཡོད་རེད་དེ། བཀའ་དྲིན་ཅན་གྱི་ཕ་མ་དང་དགེ་རྒན་གསུམ་པོ་གི་ཁ་ཆེམས་དང་རེ་བ་ཆགས་ཡོད་རེད། ཡིན་ན་ལས་སློབ་ཕམ་པ་དང་ངོ་ཚ་དགོས་ཡ་གཅིག་ལ་རེ་བ་དང་སློབ་གསོ་དེའི་འོག་ནས་ཡར་མཚར་བྱས་ནས་ད་ལྟ་མར་རྒས་འགྲོ་ཉེན་ཀེ་ད་མི་དེ་འདྲ་གི་ཕ་མ་དང་དགེ་རྒན་གི་རེ་བ་བུ་རང་བཙན་དེ་དམར་གསོད་གཏོང་ཡོང་གི་ཡོད་དུས་ད་ད་དུང་ཡང་སྤྱི་ཚོགས་སྤྱི་དང་ལྷག་པར་དུ་ནམ་རྒྱུན་དེ་ནི་རང་བཙན་པ་ཡིན་ཟེར་ཉེན་ཚོགས་ཀྱིས་ད་དུང་ཡང་མ་གོ་མདོག་མདོག་མ་ཐུག་མདོག་མདོག་མ་མཐོང་མདོག་མདོག་བྱེད་བྱེད་ནས་བདག་སྤྲོ་དང་ཡ་ལན་མ་བྱེད་པ་ཡིན་ན། ད་ལྟའི་འཐབ་རྩོད་སྲུང་སྐྱོབ་ཀྱི་འགན་མ་ཁྱི་བ་དང། དེ་ནི་སོ་སོའི་ལ་རྒྱ་མ་སོང་བ་ཆགས་ཡོང་གི་ཡོད་རེད། ལོ་ཁ་ཤས་ཀྱི་སྔོན་ལ་བོ་དེ་ད་ལྟ་རྒྱ་ནག་གི་ཆ་ཤས་ཆགས་ཏེ་ཡོད་རེད་ཟེར་བའི་སྐབས་ལ་ཡིན་པ་ཡིན་ན་ལས་མང་པོ་སྐྱེས་ཀྱི་མ་གོ་མདོག་མདོག་མ་མཐོང་མདོག་མདོག་བྱེད་ནས་བསྡད་པ་རེད། ཡིན་ན་ལས་ལོ་རྒྱུས་ནང་ལོགས་ལ་འགན་མ་འཁྱི་བ་དེ་འགན་མ་འཁྱི་བ་རང་ལ་བསྡད་ཀྱི་རེད། དགྲ་བོ་རྒྱ་ནག་གི་རྔ་བ་འཆི་གསུམ་ལ་བོད་རང་བཙན་གྱི་ལས་འགུལ་ལ་ཁ་བྲལ་གྱི་ལས་འགུལ་ཟེར་ཡ་དང། ཁ་བྲལ་གྱི་ལས་འགུལ་དེ་མདུན་ལམ་མེད་པ་དང་དེ་ནི་བོད་རང་བཙན་སླར་གསོ་གི་བསམ་བློ་དེ། ཀླད་རྙིང་མཁྲེགས་བཟང་གི་སྐྱེ་རྒུ་རྒྱུད་འཛིན་ཞིང་འབྲེལ་ལམ་ལུགས་བསྐྱར་ལོག་བཟོ་ཡ་དང་དེ་ཕྱིའི་ལོག་སྤྱོད་ཀྱི་བསམ་སྤྱོད་ཅིག་ཡིན་པ་ཤེས་ཀྱི་ཡོད་རེད། རྒྱ་ནག་གིས་བཤད་སྟངས་བྱས་པ་ཡིན་ན་བོད་རང་བཙན་ལྡེམ་ཡག་དེ་ཕྱིའི་མི་ནག་དང་བྲན་གཡོག་གི་སྤྱི་ཚོགས་ཅིག་ལྡེམ་པ། གི་མཆོག་གྱུར་བྱེད་ཀྱི་ཡོད་རེད། ཡིན་ན་ལས་དོན་དམ་པ་དང་བདེན་དཔེ་གི་ཐོག་ནས་བོད་རང་བཙན་ལབ་ཡག་དེ་ང་ཚོ་བོད་མིའི་ཕྱིའི་བླ་ན་མེད་པའི་གི་ཐོབ་ཐང་ཆེ་ཤོས་དེ་ནི་བོད་མིའི་གི་ཕུགས་ཕུལ་བའི་གི་རང་དང་མདུན་ལམ་དུ་ཆགས་བསྡད་ཡོད་རེད། དེ་ཡིན་པ་དེ་བོད་གི་དཔའ་བོ་དཔའ་མོ་རྣམ་པ་གིས། དེའི་རིན་ཐང་འདྲ་བོ་དེ་སེའོ་ཧ་གོ་བྱས་ནས་དེའི་དོན་ལ་སོ་སོ་གི་རྩ་ཆེའི་ཚེ་སྲོག་བློས་གཏོང་བྱས་ནས་འཐབ་རྩོད་འདི་རྒྱུན་མཐུད་གནང་ཡོད་རེད། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལ་གྲོས་མཐུན་དོན་ཚན་བཅུ་བདུན་ཟེར་ཡག་དེ་བཙན་འོག་ལ་འཇོག་དགོས་བྱུང་བའི་རྗེས་ལ། དེ་ནི་བོད་ཀྱི་རྒྱལ་ས་ལྷ་ས་ཁའི་དྭང་བླངས་མི་མང་གིས་བོད་རང་བཙན་གྱི་རྒྱ་ཡིག་བཀྲམ་པ་ནས་བཟུང་སྟེ། ལྔ་བཅུ་ང་དགུ་གི་ལོ་ལ་སུམ་ཅུའི་དགེ་སློང་ཐེངས་མ་དང་པོ་གིས་རང་བཙན་གྱི་འབོད་སྒྲ་བོད་ཀྱི་རྒྱལ་ས་ལྷ་ས་ལ་དྲ་བ་ནས་བཟུང་སྟེ་ད་ལྟ་བར་ལ་བོད་ཀྱི་དཔའ་བོ་དཔའ་མོ་ཚོ་གིས་ཁ་ཆེམས་དང་འབོད་སྒྲ་དེ་བོད་རང་བཙན་རེད། བོད་མི་ཉིས་བརྒྱ་ལ་ཉེ་བ་གིས་རང་ལུས་མེ་ལས་བསྲེགས་བའི་གད་འབོག་དགྲ་དང་ཁ་ཆེམས་ཇི་ལྟ་ཇི་སྙེད་ཀྱི་ནང་ལོགས་ལ་ཡང་བོད་རང་བཙན་དང་བོད་རྒྱལ་ཁབ་སླར་གསོ་དགོས་པའི་གད་ཁ་ཆེམས་དང་འབོག་དགྲ་སེར་པོ་བྱས་ནས་བཞག་གནང་ཡོད་རེད། དེའི་དཔེ་མཚོན་གཅིག་གཉིས་ཅིག་ཞུ་བ་ཡིན་ན། ཉིས་སྟོང་བཅུ་གཉིས་ཀྱི་ཟླ་བ་དང་པོའི་ཚེས་པ་བརྒྱད་ཀྱི་ཉིན་མོ་ལ་རྒྱལ་གཅེས་དཔའ་བོ་སྤྲུལ་སྐུ་བསོད་པའི་ལགས་ཀྱིས་རང་ལུས་མེ་བསྲེགས་གཏོང་བའི་གད་ཤར་ཆེམས་ཀྱི་གདོང་ལོགས་ལ། ག་རེ་གསུངས་ཡོད་རེད་ཟེར་ན་ང་ཚོ་ཚང་མ་གིས་མཐུན་སྒྲིལ་གྱི་ལག་གདང་གཅིག་ལ་སྦྲེལ་བྱས་ནས་བོད་མི་རིགས་ཟེར་བ་ཟེར་ཡ་དེ་མ་འོངས་པ་འོད་སྟོང་འབར་བའི་གཟི་བྱིན་ཅན་གྱི་རྒྱལ་ཁབ་ཅིག་བསྐྲུན་ཐུབ་ཡ་དེ་ང་ཚོ་དཔའ་བོ་དཔའ་མོ་ཚོ་གི་རྟ་ཐོག་གི་བཞེད་པ་དང་རེ་བ་ཡིན་ཟེར་ལབ་ཀྱིན་ནས་དཔའ་བོ་དཔའ་མོ་ཁོང་རྣམ་པ་གིས་བོད་རྒྱལ་ཁབ་སླར་གསོ་བཟོ་ཡ་དེ། ཁོང་ཚོ་ཐུན་མོང་གི་ཞབས་ཞེན་ཡིན་པ་དེ་གསལ་པོ་བྱས་ནས་བཞག་ཡོད་རེད། ཉིས་སྟོང་བཅུ་གཉིས་ཀྱི་སྤྱི་ཟླ་གསུམ་པའི་ཚེས་པ་ཉི་ཤུ་རྩ་དྲུག་གི་ཉིན་མོ་ལ་རྒྱལ་གཅེས་དཔའ་བོ་འཇམ་དཔལ་ཞིག་ལགས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་རང་ལུས་མེ་ལ་བསྲེགས་བྱས་ནས་ཞར་ཆེན་དོན་ཚན་ལྔ་བྱ་བ་ཅིག་བཞག་ཡོད་རེད། སྐབས་དེ་དུས་རྒྱལ་གཅེས་དཔའ་བོ་འཇམ་དཔལ་ཞིག་ལགས་རང་ལུས་མེ་ལ་བསྲེགས་བའི་སྐབས་ལ་དང་པོ་གྲོངས་ཡོད་མ་རེད། སྨན་ཁང་ནང་ལོགས་ལ་ཉིན་མཚན་ཆ་གཅིག་ལྷ་དབྱིག་གི་བརྒྱུད་རིམ་ནང་ལོགས་ལ་ངའི་མལ་གྱི་མདུན་ལ་ཁོ་རང་གྲོངས་བའི་སྐབས་ཀྱི་དཀའ་སྡུག་དང་གནས་སྟངས་དེ་ང་དངོས་སུ་མཐོང་ཉེན་གྱི་ཡིན་པའི་ཆ་ནས་ང་ཚོ་གི་རྒྱལ་སྤྱིའི་དཔའ་བོ་དཔའ་མོ་ཚོ་དང་ལྷག་པར་དུ་རང་ལུས་མེ་ལ་བསྲེགས་ཉེན་གྱི་དཔའ་བོ་དཔའ་མོ་ཚོ་གི་ཁ་ཆེམས་དང་འབོད་སྒྲ་དེ་བདག་པོ་མ་བྱས་པ་ཡིན་ན།

ག་རེ་བྲིས་ཡོད་རེད་ཟེར་ན་ཞར་ཆེན་དོང་ཚན་ལྔ་གི་དོང་ཚན་གཅིག་གི་ནང་ལོགས་ལ། ང་ཚོ་ཤ་རུས་གདུང་རྒྱུད་གཅིག་པའི་གེ། ཕུ་ནུ་མིང་སྲིང་ཚང་མ་མཉམ་འཛོམས་བྱེད་བྱེད་ནས་བོད་རྒྱལ་ཁབ་ཆེན་པོ་གི་རྒྱ་གླུ་དེ། ཕོ་བྲང་སྤོ་སྟག་ལགས་ཀྱི་མདུན་ལ་འབྲུག་སྒྲ་གྲགས་བ་ནང་བཞིན་གྱི་ཡུན་ཡག་གི་སྨོན་ལམ་དང་ཡིད་ཆེས་བརྟན་པོ་ཡོད། བོད་ཀྱི་བདག་པོ་དེ་བོད་མི་ཡིན་ལབ་བྱས་ནས་ཁོ་རང་གི་ཞར་ཆེན་གྱི་དོང་ཚན་གཅིག་ནང་ལོགས་ལ་དེ་བྲིས་ཡོད་རེད། དེ་འབྲེལ་གྱི་རྒྱལ་གཅེས་དཔའ་བོ་དཔའ་མོ་ཚོ་གིས་བུ་རོན་ཆེན་སླར་གསོ་ཡོང་ཡག་གི་ཡིད་ཆེས་དེ་ང་ཚོ་གསོན་པོ་བདེ་སྙིང་གི་བོད་པ་ཚོ་ལ་བཅུད་བྱས་ནས་ཚེ་སྲོག་བློས་གཏོང་ཡོད་རེད་ད། ད་ལྟའི་སྐབས་ལ་གསོན་པོ་བདེ་སྙིང་གི་བོད་པ་གི་ནང་ལོགས་ནས་བུ་རོན་ཆེན་གྱི་སྤྱི་མཐུས་བདམས་ཡག་ཡོད་མ་རེད་བུ་རོན་ཆེན་གྱི་སྤྱི་མཐུས་བདེན་པ་ཡིན་ན་དེ་ནི་ང་ཚོ་ཚར་བ་རེད་ང་ཚོ་སྐྱེ་ས་ལས་གཅིག་ལ་སྐྱེ་གི་རེད་ཟེར་ལབ་གི་ཡོད་ན། ད་ལྟའི་རྒྱལ་སྤྱིའི་དཔའ་བོ་དཔའ་མོ་གིས་ཁ་ཆེམ་དང་འབོ་སྦྲ་ནག་སུབ་གཏོང་བ་རེད་དམ་མ་རེད། སྤྱི་ལོ་ཉིས་སྟོང་བཅུ་གཉིས་ཀྱི་ཟླ་བ་དྲུག་པའི་ཚེས་པ་བཅོ་ལྔ་གི་ཉིན་མོ་ལ་རྒྱལ་སྤྱིའི་དཔའ་བོ་རྟ་མགྲིན་ཐར་ལགས་ཀྱིས་རོང་ནུས་མེ་སྲེག་གཏོང་ཡུལ་གྱི་ཞར་ཤམ་གྱི་ནང་ལོགས་ལ། བོད་རྒྱལ་ཁབ་རོང་ས་སེང་ཡག་གི་དོང་ལོགས་ལ་དོན་དག་ལ་ངས་རང་ལུས་འདི་ཕྱོགས་མེད་ལ་འབུལ་གི་ཡོད་ཟེར་ལབ་ཀྱིན་ནས་ཁོ་རང་གི་ཞལ་ཆེམས་ནང་ལོགས་ལ་སེར་པོ་ཅིག་ནས་གསང་ཡོད་རེད། དེ་འདྲའི་བོད་རང་བཙན་གྱི་འབོད་སྒྲ་དང་ཁ་ཆེམས་དེ། ལོ་རྒྱུས་དང་བོད་མིའི་མངོན་འདོད་ཀྱི་གནས་སྟངས་ཙམ་མ་ཡིན་པར། བོད་དང་བོད་མིའི་མ་འོངས་ཀྱི་མདུན་ལམ་ཡིན་པ་དང་དེའི་ཆེད་དུ་བོད་རང་བཙན་དགོས་ཀྱི་ཡོད་པ་དེ་ཡང་རང་ལུས་མེད་ལ་སྲིད་ངན་ཚོགས་ཀྱི་ཞལ་ཆེམས་ནང་ལོགས་ལ་སེར་པོ་ཅིག་ནས་བཞག་ཡོད་རེད། དཔེ་ཆ་གཞར་བ་ཡིན་ན་ཉིས་སྟོང་བཅུ་གཉིས་འགའི་སྤྱི་ཟླ་གཉིས་པའི་ཚེས་པ་བཅོ་བརྒྱད་ཀྱི་ཉིན་མོ་ལ། ལྗར་སྐྱིད་དཔའ་བོ་སྣོ་མདོ་ལགས་ཀྱིས་རང་ལུས་མེ་སྲེག་གཏོང་བའི་སྐབས་ཀྱི་ཞར་ཆེན་ཡི་གེ་ཀྱི་ནང་ལོགས་ལ། བོད་མི་རིགས་འདི་རྒྱ་ངན་འདིའི་འོག་ནས་ཡར་ཐར་བར་ཤོག། རྒྱ་ངན་འདིའི་འོག་ནས་བོད་ལ་ཧ་ལས་པའི་སྡུག་བསྔལ་འདུག། སྡུག་བསྔལ་འདི་བཟོད་ཐབས་མི་འདུག། དེ་ནས་བརྒྱ་ངན་བདག་གི་བུ་ལ་བཙན་བཟུང་བྱས་ནས་ཁྲིམས་ངན་པ་འདིའི་འོག་ལ་དེ་ནས་ང་ཚོ་འདུག་ཐབས་མེད་ཟེར་ལབ་བྱས་ནས་ཤར་ཆེན་ནོར་ལ་ལ་གསལ་པོ་བཀོད་ཡོད་རེད། དེ་བོད་ནང་གི་བོད་མི་གི་སྡུག་བསྔལ་རེད། བོད་མི་མང་གི་རེ་འདུན་དེ་རྒྱ་ནག་གི་བཙན་འཛུལ་གི་སྡུག་བསྔལ་འདི་ནས་གྲོལ་དགོས་ཡ་དེ་རེད། དེ་རྒྱ་ནག་གི་བཙན་འཛུལ་གི་འོག་ནས་བོད་རང་བཙན་སླར་གསོ་དགོས་ཡ་དེ་རེད། དཔའ་བོ་དཔའ་མོ་རྣམ་པ་ཀྱི་ཞར་ཆེན་དེ་འདྲ་གི་སྲས་པོ་ཡོད་བཞིན་དུ། རོང་ལུང་པ་ལ་ཡོད་པའི་གི་བསམ་གཏན་དང་ཉི་མ་བསམ་མཁར་གྱི་སྐད་ཅིག་ནང་ལོག་ལ་བོད་རང་བཙན་ལ་རྒྱལ་སྤྱིའི་རྒྱབ་སྐྱོར་དང་མདུན་ལམ་མེད་པ། དབུ་མའི་ལམ་ལ་རྒྱབ་སྐྱོར་དང་མདུན་ལམ་ཡོད་ཚུལ་བཤད་ཀྱི་ནས་བོད་རང་བཙན་གྱི་སྤྱི་འཐུས་འདེམས་ཡ་ཡོད་མ་རེད་ཟེར་གྱི་ཡོད་ད། མདོར་བསྡུས་ན་ཁོ་རང་ཉིད་ཀྱིས་སྐད་ཆ་བཤད་སྟངས་དེ་བོད་རང་བཙན་ལ་མདུན་ལམ་མེད་པའི་རྒྱུ་མཚན་གྱིས་བོད་རང་བཙན་རྩོད་ཡ་མཚམས་འཇོག་བྱེད་དགོས་ཀྱི་རེད་ཟེར་བ་དང་གཅིག་པ་ཆགས་ཀྱི་ཡོད་རེད། རྒྱུ་མཚན་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་བོད་རང་བཙན་རྩོད་མཁན་གྱི་འགོ་ཁྲིད་བདེན་པ་ཡོད་མ་རེད་དེ་བདེན་ན་ཉེན་ཁ་ཡོང་གི་རེད། ལབ་ཀྱི་ཡོད་རེད། ཁོང་གཉིས་ཀྱི་ལྭ་བ་ནང་བཞིན་ང་ཚོ་གི་སྤྱི་འཐུས་དེ་ཚོ་ཚང་མ་རྒྱ་ནག་གི་རྩ་ཕྲན་འོག་ལ་འགྲོ་གི་ཡིན་ལབ་ཉེན་ཅོང་ཅོང་བསྡེབས་ནས་བོད་རང་བཙན་རྩོད་ཡ་འདི་མཚམས་བཞག་བ་ཡིན་ན། ད་དེ་དུས་དེའི་ཉིན་མོ་ནས་ང་ཚོ་དུས་གཏན་དུ་དགྲ་བོ་རྒྱ་ནག་ལ་མགོ་སྒུར་བ་དང། ང་ཚོའི་བུ་རབས་ཚ་རྒྱུད་དུ་སྐྱེས་པ་མ་འོངས་པར་དགྲ་བོ་རྒྱ་ནག་གི་བྲན་འོག་བཟོ་ཡ་ལ་སྡང་བ་བྱེད་པ་ཅིག་ཆགས་ཀྱི་ཡོད་རེད། ང་ཚོའི་མི་རབས་འདི་གིས་དེ་འདྲ་གི་ནག་ཉེས་ཀྱིས་ཁུར་ཕོ་ས་རེད་དམ་མ་རེད་ཁུར་ཐུབ་ས་རེད་དམ་མ་རེད་ཁུར་ཡག་གི་འདོད་པ་ཡོད་དམ་མེད། ང་ཚོ་དེ་འདྲ་གི་ཐབས་སྐྱོ་བོ་གི་མི་རབས་ཀྱི་རེད་དམ་མ་རེད། ང་ཚོ་ལ་ད་རྒྱ་ད་ལྟའི་ཆ་ལ་ལ་རྒྱ་དང་རུས་གོང་ཕྲན་བུ་ཅིག་རང་སྟེང་ལ་ཡོད་རེད་དམ་མ་རེད། དྲི་བ་འདི་ཚོ་ང་ཚོ་མི་སྒེར་རེ་རེ་དང་སྤྱི་ཚོགས་ཧྲིལ་པོ་ལ་ད་ད་ལྟ་གཏོང་དགོས་ཡག་གི་དུས་ཚོད་ལ་སླེབས་ཡོང་གི་ཡོད་རེད་ཁོང་ཚོའི་སྐད་ཆ་ལ་བལྟ་ཡོང་དུས། བོད་རང་བཙན་ལ་གཞན་གྱི་རྒྱབ་སྐྱོར་མེད་པའི་རྒྱུ་མཚན་གྱིས། བོད་རང་བཙན་དེ་བློས་གཏོང་དགོས་ཀྱི་རེད་མཚམས་འཇོག་བྱེད་དགོས་ཀྱི་རེད་ཟེར་ལབ་ཀྱི་ཡོད་ན་འོ་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་ང་ཚོ་བཙན་བྱོལ་ལ་དང་པོ་ཡོང་བའི་སྐབས་ལ་བོད་རང་བཙན་ལ། རྒྱལ་ཁབ་ག་སོག་གིས་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་མེད་བ། དེ་དུས་ང་ཚོ་གིས་བཤད་ཀྱི་ཡོད་བ། ངོ་ཤེས་ཉེ་རྣམ་དང་ས་མ་གཏོགས་མེད་ཟེར་ལབ་ཀྱི་ཡོད་རེད་བ་ང་ཚོ་གིས། དེ་འབྲེལ་གྱི་རྒྱབ་སྐྱོར་མི་ཡུལ་གྱི་གནས་སྟངས་སྡུག་པོའི་སྐབས་ལ་ཡིན་པ་ཡིན་ན་ལས་བུ་རང་བཙན་སླར་གསོ་གི་ཆེད་དུ་སྙིང་སྟོབས་ཆེན་པོ་གིས་རྒྱ་བལ་གཞིས་ནོར་བུ་ནས་རྩོད་པའི་གིས་བཙན་བྱོལ་ལ་ཕེབས་ཀྱིས་ནས་བཙན་བྱོལ་ལ་གཞུང་བཙུགས་རེད་ང་ཚོ་གིས་དེ་འབྲེལ་གྱི་སྙིང་སྟོབས་ཀྱིས་ང་ཚོ་བོད་མི་མང་ལ་སྐབས་དེ་དུས་ཡོད་རེད་ད་དེའི་སྙིང་སྟོབས་དེ་ད་ལ་ག་བ་ལ་སོང་བ་རེད་སུས་ཉུལ་ཚར་བ་རེད་སུ་ལ་བཙོང་ཚར་བ་རེད། འཐབ་རྩོད་དང་རྩ་སྟོང་ལབ་ཡིག་གི་སྐབས་ལ་གཙོ་བོ་སོ་སོ་གི་མིག་ཚིག་དང་ཕུགས་བསམ། ཆོད་སེམས་སོ་སོའི་འབད་པ་དང་བློས་གཏོང་ལ་ཐོགས་བསྡད་ཀྱི་ཡོད་རེད་མ་གཏོགས་རྒྱབ་སྐྱོར་ཟེར་ཡ་དེ་ཆ་རྐྱེན་འཕར་མ་ཙམ་གྱིས་རེད། གཞན་དག་གིས་རྒྱབ་སྐྱོར་ཡོད་མེད་གཅིག་པུ་ལ་བརྟག་བྱས་ནས་སོ་སོའི་ལོངས་ཕྱོགས་དང་དམིགས་ཡུལ་འགྱུར་བ་གཏོང་བསྡད་པ་ཡིན་ན། དེ་སོ་སོའི་རྩ་སྟོང་ལ་འཛིན་མཚམས་བརྟན་པོ་མེད་པའི་དཀའ་ངལ་དང་བོ་སྐྱེ་ལ་ཆག་སྒོ་གཅིག་ཆགས་ཡོང་གི་ཡོད་རེད། བོད་ཀྱི་མི་རྒན་པ་ཚོ་གི་བཤད་སྲོལ་ལ་གཏམ་དཔེ་ལབ་གི་ཡོད་ན་ག་རེ་ལབ་གི་ཡོད་རེད་ཟེར་ན། གཞན་ལ་རེད་ན་ཉི་མ་གཅིག་རང་ལ་རེད་ན་མི་ཚེ་གཅིག་ཟེར་ལབ་གི་ཡོད་རེད་དེ་ལབ་དུས་ཙམ་པ་ལ་གཞན་དག་གཅིག་ལ་རེ་བ་རྒྱབ་ཀྱིས་བསྡད་དགོས་ཀྱི་ཡོད་ན་ཉི་མ་གཅིག་མ་གཏོགས་ཁུངས་ཆུད་ཀྱི་མ་རེད་ཟེར་ཏེ། རང་གིས་རང་ལ་རེ་བ་བཅོལ་འབད་བརྩོན་བྱས་པ་ཡིན་ན་མི་ཚེ་གཅིག་ལ་ཁུངས་ཆུད་ཀྱི་རེད་ཟེར་ལབ་པ་ནང་བཞིན་གཙོ་བོ་ང་ཚོ་རང་ཉིད་ཀྱི་རེ་བ་དང་ཕུགས་བསམ་ཡིད་ཆེས་སྙིང་སྟོབས་ཆོས་སེམས་ལ་རག་ལས་དེ་ཡོད་རེད་འཐབ་རྩོད་ལ་ཡ་དེ། རྩ་དོན་འཐབ་རྩོད་དེ་རྒྱལ་ཁབ་ཀྱི་རང་བཙན་ལ་ཡ་དེ་གཞན་དག་གིས་སྤྲད་ཡོང་ཡ་ཆེད་མ་རེད་སོ་སོའི་འཐབ་རྩོད་བྱེད་ཡ་ཆེད་རེད་དེའི་ཆེད་དུ་ང་ཚོ་བཙན་བྱོལ་ལ་ལྔ་བཅུ་ང་དགུ་ལོ་ཡོང་བ་རེད་རེད་ཁྱེད་ཀྱིས་བཤད་གི་འདུག་ཨ་ང་ཚོ་གི་རང་བཙན་བཤད་པའི་སྐབས་ལ་ཁྱེད་ཚོ་རང་བཙན་རྩོད་ཡ་ཡིན་ན་རྒྱ་ནག་ལ་ཕར་ལོག་རྒྱོབ་བོད་ལ་ལོག་ཅེས་ལོག་ཅེས་ནས་བཙུགས་དགོས་ཀྱི་རེད་རོང་ལུང་པ་ལ་རང་བཙན་ལ་ཡོད་དེ་ཁ་རྒྱག་པ་ཙམ་རེད་ཟེར་ལབ་ཀྱི་འདུག་བ། འོ་ན་ང་ཚོ་ལྔ་བཅུ་ང་དགུ་ལ་རོང་ལུང་པ་ལ་ཡོང་ཡ་དེ་ཁ་རྒྱག་པ་བཙོག་ཡ་ལ་ཡོང་ཡོང་བ་རེད་བ། རེད་བས། ཁྱེད་ཚོའི་ལབ་སྟོང་ལྟས་བ་ཡིན་ན་དེ་མ་རེད་བ། ད་ལྟའི་དུས་ཚོད་ལ་ང་ཚོ་སོ་སོས་སོ་སོ་ལ་དྲི་བ་གཏོང་འདོད། རོང་ལུང་པ་ལ་བསྡད་བ་ཡིན་ན་ལས་རང་དབང་དེ་བེད་སྤྱོད་གཏོང་ཕོ་ཉན་གྱི་མི་ག་ཚད་ཡོད། དགྲ་བོ་རྒྱ་ནག་ལ་རང་བཙན་ལབ་ཡ་ཕར་བཞག། ངོ་རྒོལ་སྐད་འབོད་མཐིང་དམར་གཅིག་ལ་འགྲོ་མི་ཕོད་དེ་གཉིས་ག་སེ་དང་ག་སེ་ཡོད་རེད། དགྲ་བོ་རྒྱ་ནག་ལ་རོང་ལུང་པ་ནི་ངོ་རྒོལ་གྱི་རྣམ་འགྱུར་བསྟན་མི་ཕོད་ཉེན་ཀྱི་མི་ག་སེ་ཡོད་རེད་བསྟན་ཕོད་ཉེན་ག་སེ་ཡོད་རེད། ལག་པ་བྲང་མགོ་ལ་བཞག་ཅིག་ནས་སྐད་ཆ་བཤད་དགོས་ཀྱི་རེད། ཁྱེད་རང་ཚོ་རེག་བྱེད་ཀྱི་ལབ་གི་འདུག་ང་ཚོ་རང་བཙན་གཙོ་གཉེན་ཚོགས་ཀྱི་ལས་འགུལ་གྱི་སྤེལ་བ་ཡིན་ན་འདྲ་གཙོ་འམ་ཅི་དྲི་བ་ཡིན་ན་འདྲ་སྐད་ཆ་ཅི་བཤད་པ་ཡིན་ན་དེ་སུའི་འོག་ལ་ཁྱི་ཚུལ་མཆན་བྲིས་དུས། རོང་བོ་ལུང་འཕགས་ཀྱི་ཁ་རྒྱག་པ་ཞེས་རོང་བོ་ལུང་འཕགས་ཀྱི་རང་སེམས། བཤད་ཀྱི་འདུག་ཨ་ཁྱེད་ཚོས་རིན་ཐང་མེད་པ་ཅིག་ལ་མཆོག་གྱུར་བྱེད་ཀྱི་འདུག་ཨ། དེ་འདྲའི་རོང་བོ་ལུང་འཕགས་ནི་རང་སེམས་ལ་ཡ་དེ་ལས་སླ་བོ་ཅིག་གླུད་ཐོང་མ་གོ་ཡ་ཅིག་འདུག་ན་ཨ་ནི་ང་ཚོ་ཚོང་དམག་གི་ལག་དགོས་ཀྱི་རེད་དེ་ང་ཚོ་ཚོང་དམག་གི་འགན་རེད། ལས་སླ་བོ་ཡོད་མ་རེད། ལས་སླ་བོ་མེད་ཅེས་ནས་རྒྱ་ནག་ལ་བཤད་མཁན་ཡོད་བ་སོང་ཙང་ཁྱེད་ཚོ་གིས་སྤྱི་ཚོགས་དྲ་ལམ་གྱི་ཐོག་ལ་རྒྱ་ནག་ལ་ཚད་ངན་པ་རྐང་གཅིག་ལབ་གི་མེད་བ་ཁྱེད་ཚོ་གིས་དེ་ལས་ཐབས་སྐྱོ་བ་ཅིག་ལ་རང་བཙན་ལ་ཁ་གདོང་གཏོང་བསྡད་མྱི་མང་པོ་ཅིག་གིས་སྤྱི་ཚོགས་དྲ་རྒྱ་ངོ་དེབ་ཡིན་ན་འདྲ། YouTube ཡིན་ན་འདྲ་དེ་ཚོ་ལ་སོ་སོ་གིས་ངོ་པར་ཙམ་ཡང་འཇོག་ཕོག་གི་མེད་བ་ཁྱེད་རང་ཚོ་གིས།

ངས་གཞན་དག་གི་ཚབ་བྱེད་ཐུབ་ཀྱི་མེད་པ་ཡིན། ང་དོན་གྲུབ་ལྷ་དར་གྱིས་ང་རང་གི་ཚབ་བྱེད་ཐུབ་ཀྱི་ཡོད་པའི་རྒྱུ་མཚན་གྱིས། ངའི་རང་ལུང་པ་ནི་རང་བཙན་གྱི་སྐད་ཆ་བཤད། རང་བཙན་གྱི་རྩོམ་བྲི། རྒྱ་ནག་ལ་ངོ་རྒོལ་གྱི་རྣམ་འགྱུར་ག་འདྲ་ཅིག་བསྟན་པ་ཡིན་ན་ལས་ངས་འདི་བློས་གཏོང་བྱས་ཏེ་འཐབ་རྩོད་བྱེད་ལ་བརྩི་གི་ཡོད། ཁྱེད་རང་ཚོ་དྲྭ་ཇག་གི་བརྒྱུད་ལམ་ལ་ཁ་རྒྱག་པ་བཤད་ཀྱི་ཡོད་བཤད་ཉན་དེ་ཚོ་ནང་བཞིན་ང་ལ་ཡང་ཕ་ཡུལ་ལ་ཡ་དེ་ཡོད། ང་ལ་ཡང་སྤུན་ཆ་ལ་ཡ་དེ་ཡོད། དེ་འདྲའི་གི་རང་དབང་ལོན་པ་ནི་རང་བཙན་བཤད་ཡ་དེ་ལས་སླ་བོ་ཅི་ཡོད་ཡིན་ན། ད་ནས་བཟུང་སྟེ་དེ་འདྲ་བཤད་དེ་ཉིན་དེ་ཚོར་དྲ་རྒྱ་སྒང་ལ་སོ་སོའི་གདོང་པ་བསྟན་གྱིས་ནས། རྒྱ་ནག་ལ་ངོ་རྒོལ་བྱས་ཤོག། རང་བཙན་བཤད་ཤོག་རང་བཙན་བྲིས་ཤོག་གུས་བཀུར་བྱས་ཡོང། ངོ་དེ་ཞུ་ཡ་ཡིན། མདོར་བསྡུས་ན་དཔའ་བོ་དཔའ་མོ་ཚོ་གིས་མི་ལོ་བདུན་ཅུ་ལྷག་ཚེ་སྲོག་བློས་གཏོང་ནས་བོད་རང་བཙན་སླར་གསོ་གི་འབོད་སྒྲ་དང་ཞལ་ཆེམས་གསལ་པོ་བཞག་ཡོད་བཞིན་དུ། བཙན་བྱོལ་རང་ལུང་པ་ནས་བསམ་གཏན་དང་ཉི་མ་བསམ་མཁར། འདྲ་བོ་གིས། སྤྱི་མཐུན་འོས་འདེམས་ནང་ལོགས་ལ་བོད་རང་བཙན་གྱི་མངོན་རྟོགས་མཁྱེན་མཁན་གྱི་སྤྱི་མཐུན་འདེམས་ན་འགྲིག་གི་མ་རེད་ཟེར་ཡག་གི་ལན་སྐོར་ཕུལ་གྱི་ཡོད་རེད་སྐད་ཆ་འདི་ཚོ་བོད་ཀྱི་ལ་རྒྱ་དང་བོད་ཀྱི་འདུ་ཤེས་ཡོད་ཉེན་ཅིག་ཡིན་ན་སྙིང་ན་ཅིག་དང་བློ་ཕམ་ཡ་ཅིག་རེད་དུ་མ་རེད། ཁོང་གཉིས་མི་སྒེར་གྱི་ངོས་ནས་ང་གང་ཡང་རྩོད་ཡ་མེད་གང་ཡང་ལབ་ཡ་མེད། ཁོང་གཉིས་ཀྱི་སྐད་ཆ་དེ་གའི་ནང་དོན་གྱི་ཐོག་ནས་ངས་བློ་ཕམ་ཡོད་ངོ་རྒོལ་ཡོད་དེའི་ཆེད་དུ་སྐད་ཆ་འདི་བཤད་ཀྱི་ཡོད། སྤྱིར་བཏང་འོས་བསྡུ་གི་བརྒྱུད་རིམ་ནང་ལོགས་ལ་ལྟ་བ་དང་གདམ་ག་མ་འདྲ་བ་གིས་བགྲོ་གླེང་བཟོ་ཆོག་ཡ། བདེན་པ་བཟོ་ཆོག་ཡ་རེད། དེ་རང་དབང་མང་ཚོགས་ཀྱི་ཆ་ཤས་གལ་ཆེན་པོ་གཅིག་རེད། དེ་འདྲ་ཡིན་དུས་གལ་སྲིད་དབུ་མ་དང་རང་བཙན་གྱི་གནད་དོན་འདི། ལྟ་བ་དང་གདམ་ག་གི་གནད་དོན་གཅིག་ཡིན་ན། རང་བཙན་པ་ལ་འོས་འཕེན་ཡ་ཡོད་མ་རེད་ལབ་ཆོག་གི་རེད། ལས་འགུལ་སྤེལ་ཆོག་གི་རེད། ཡིན་ན་ལས་བོད་རང་བཙན་དེ་ལྟ་བ་དང་གདམ་གའི་གནད་དོན་གཅིག་མ་རེད། བོད་རང་བཙན་དེ་བོད་ཀྱི་བདག་དབང་གི་གནད་དོན་གཅིག་རེད། བདག་དབང་གི་གནས་སྟངས་དེ་ཕྱིའི་བླ་ན་མེད་པ་ཅིག་རེད། རྒྱལ་ཁབ་གཅིག་ལ་བདག་དབང་ལས་ལྷག་པ་གང་ཡང་ཡོད་མ་རེད། བདག་དབང་ལས་ལྷག་པ་ཡོད་ཆོག་གི་ཡང་མ་རེད། རྒྱལ་ཁབ་ཀྱི་བདག་དབང་ལ་གདམ་ཀ་བཟོ་ཡག་གི་དབང་ཚད་དེ་སུ་གང་ལའང་ཡོད་མ་རེད། རྒྱལ་ཁབ་ཀྱི་བདག་དབང་ལ་དང་ལེན་དང་བརྩི་བཀུར་མཐའ་གཅིག་ཏུ་དགོས་ཡ་དེ། རྒྱལ་ཁབ་དེ་གའི་མི་སེར་ཡོངས་རྫོགས་ཀྱི་འདོར་དུ་མེད་པའི་འགན་འཁྲི་དང་ལ་རྒྱ་ཆེན་གཏོང་འཆར་ཡོད་རེད། དེ་འདྲ་ཡིན་དུས། ང་ཚོ་འདྲ་བོ་སོ་སོའི་རྒྱལ་ཁབ་དགྲ་ཡི་ལག་པ་ལ་ཤོར་བྱས་ནས་རྒྱལ་ཁབ་སླར་གསོ་གི་འགན་འཁྲི་ཡོད་པའི་གི་མི་རིགས་བཅས་དང་སྤྱི་ཚོགས་བཅས་ཀྱི་འོས་བསྡུའི་བརྒྱུད་རིམ་གྱི་ནང་ལོགས་ལ། བོད་མི་ཚོ་ལ་བོད་རྒྱལ་ཁབ་སླར་གསོ་གི་སྙིང་སྟོབས་དང་སྦྱར་བཞིན་དགོས་ཡག་གི་དྲན་སྐུལ་གཏོང་དགོས་ཡ་གྱི་རེད་མ་གཏོགས། བོད་མི་ཚོ་ལ་རང་བཙན་སླར་གསོ་གི་བསམ་བློ་ཡོད་རུང་གི་མ་རེད་ཟེར་ཡ་འདི་དངོས་གནས་ཀྱི་ལྟས་ངན་པ་དང་ཐབས་སྡུག་གི་སྐད་ཆ་རྫབ་ཆེན་ཞིག་རེད། སྐད་ཆ་དེ་ཚོ་རང་གི་འགན་འཁྲི་དང་རང་གི་ཆེ་མཐོང་ལ་ཡང་རྩིས་མེད་སྡུག་རུས་གཏོང་བ་ཞིག་ཆགས་ཀྱི་ཡོད་རེད། རྒྱུ་མཚན་ག་རེ་བྱས་ནས་རེད་ལབ་ན་ལོ་རྒྱུས་ཀྱི་ཐོག་ལ་བོད་རང་བཙན་ཡིན་པ་དེ་བོད་མིའི་ཐོབ་ཐང་རེད། བོད་མི་མང་ལ་དགོས་ཡ་དེ་ཡང་བོད་རང་བཙན་རེད། བོད་མི་རིགས་ཀྱི་གླུད་གཏོང་ཆེ་ཤོས་དེ་ཡང་བོད་རང་བཙན་སླར་གསོ་གི་ཆེད་དུ་བྱས་ཡོད་རེད། ང་ཚོའི་ཐོབ་ཐང་དང་ལས་འགན་དེ་བོད་རང་བཙན་སླར་གསོ་བཟོ་ཡ་དེ་གཡུལ་ཡ་དང་གཟུར་ཡ་ཡོད་མ་རེད་དེའི་དོན་དག་ལ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་སྐྱབས་བཅོལ་ལ་ཡོང་བྱས་ནས་དེའི་དོན་དག་ལ་བཙན་བྱོལ་གཞུང་བཙུགས་ཡོད་རེད། གྲོས་ཚོགས་འཐུས་མི་རྣམ་པ་བཙན་བྱོལ་གཞུང་གི་ཆ་ཤས་གལ་ཆེ་ཤོས་ཀྱི་གྲས་ཀྱི་རེད། ཡིན་ན་ལས། གོང་གི་གང་ཟག་གཉིས་དེ་གའི་གྲོས་ཚོགས་འཐུས་མི་ལ་རང་བཙན་པ་འདེམས་པ་ཡིན་ན་ཚར་བ་རེད་ཟེར་ཡག་དང་རང་བཙན་གྱི་མི་གི་སྐྱེས་ས་གཅིག་ལ་སྐྱེས་ཀྱི་རེད་ཟེར་ཡག་གི་སྐད་ཆ་དེ་གཉིས་ཧ་ཅང་གི་ནོར་འཁྲུལ་དང་ནག་ཉེས་ཆེན་པོ་གཅིག་རེད། སྐད་ཆ་བཤད་སྟངས་དེ་སོགས་ལ་བལྟ་ཡོང་དུས་ཁོ་རང་ཉིད་ཀྱི་བོད་ཀྱི་དབུ་ཁྲིད་དང། བོད་གཞུང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་བཙན་བྱོལ་ལ་ག་རེའི་དོན་དག་ལ་ཕེབས་པ་དེ་ཡང་མིན་ན་བརྗེད་ཚར་ཡིན་ས་རེད། དེ་བརྗེད་མེད་པ་ཡིན་ན་སྐད་ཆ་འདི་འདྲ་ཅིག་བཤད་ཤེས་ཀྱི་མ་རེད་བཤད་སྲིད་ཀྱི་མ་རེད། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོ་ལ་ཆོས་གཞི་དགོང་དྲོ་གི་དཔའ་རྒོད་ཚོ་དང་བོད་གཞུང་གི་གཞུང་དམག་གི་དཔའ་རྒོད་ཚོ་གིས་རྩོད་པའི་དཔའ་བོ་དཔའ་མོ་མང་པོ་གི་ཁྲག་དང་ཚེ་སྲོག་གི་འགྲོ་སོང་གཏོང་བའི་གི་སྲུང་སྐྱོབ་དང་བརྒྱུད་རིམ་གི་འོག་ནས། རྒྱ་བལ་གཞིས་བྱེས་ནོར་བུ་དང་བོད་གཞུང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་བཙན་བྱོལ་ལ་འདི་འདྲའི་ཞུ་ཡག་དང་བཙན་བྱོལ་ལ་ཕེབས་ཡག་དེ། བོད་རང་བཙན་སླར་གསོ་གི་ཆེད་དུ་ཕེབས་བ་གཅིག་རེད་མ་གཏོགས། སོ་སོ་སྲོག་མགོ་ཐོང་བ་ཙམ་གྱི་ཆེད་དུ་ཕུལ་བ་དེ་ཆགས་ཀྱི་ཡོད་མ་རེད་དེ་ལོ་རྒྱུས་རེད་དེ་ང་ཚོ་གི་གཟིགས་རྒྱུ་ལྡན་པའི་གི་ལོ་རྒྱུས་ཅིག་རེད་ལོ་རྒྱུས་དེ་ལས་གཡུལ་ཐབས་དང་འབད་ཐབས་ཡོད་མ་རེད་བོད་གཞུང་མོ་བཙན་བྱོལ་ལ་ཡོང་བཙན་བྱོལ་ལ་བཞུང་བཙུ་བའི་གི་ལས་འགན་དེ་བོད་རང་བཙན་སླར་གསོ་བཟོ་ཡ་དེ་ཡིན་པ་ཡིན་ན་གཞུང་དེ་གི་གྲོས་ཚོགས་ནང་ལོགས་ལ་བོད་རང་བཙན་གི་དངོས་འདུག་ཡོང་མཁན་སྙིང་སྟོབས་ཡོང་མཁན་སེམས་ཤུགས་ཡོང་མཁན་གི་གྲོས་ཚོགས་འཐུས་མི་གི་སླེབས་དགོས་ཀྱི་རེད་མ་གཏོགས་རྒྱ་ནག་གི་རྩ་འགྲེལ་འོག་ལ་འཛུལ་དགོས་ཡི་ལམ་ཡིན་གི་རྒྱ་མི་སྐུ་ཚབ་ཀྱི་སླེབས་ནས་འགྲིག་གི་མ་རེད། བོད་ཀྱི་ལོ་རྒྱུས་དེ་རྒྱ་ནག་གི་ཤེས་བ་ནང་བཞིན་རང་བྱུང་གི་མངའ་སྡེ་གཅིག་གི་ལོ་རྒྱུས་མ་རེད། བོད་ཀྱི་ལོ་རྒྱུས་དེ་རང་བཙན་གྱི་རྒྱལ་ཁབ་ཅིག་གི་ལོ་རྒྱུས་རེད། བོད་རང་བཙན་དེ་བོད་ཀྱི་འདས་པའི་ལོ་རྒྱུས་དང་ལྡན་པ་རེད་ད་ལྟའི་འཐབ་རྩོད་དང་མ་འོངས་པའི་མདུན་ལམ་རེད་དེ་འདྲའི་ཡིན་དུས་བརྩམས་པ་ལ། བོད་རང་བཙན་སླར་གསོ་གི་དོན་དག་ལ་མདོ་དབུས་ཁམས་གསུམ་དག་གི། ཀླད་ལ་རྒྱ་དང་མགོ་གནམ་ཕྱོགས་ཡོང་མཁན། བློ་སྟོབས་དང་རྒྱལ་ཞེན་འགྲན་ཟླ་མེད་པའི་དཔའ་བོ་དཔའ་མོ་ཁྲོན་པོ་མང་པོ་གིས། བོད་རང་བཙན་སླར་གསོ་གི་དོན་དག་ལ་རྩ་ཆེའི་ཚེ་སྲོག་བླུད་གཏོང་ཚར་བ་རེད་དེ་ཚོར་ཡུན་ཧ་ཡོད་མ་རེད། དེའི་རིན་པ་ཅིག་བཙུགས་དགོས་ཀྱི་ཡོད་ན་བོད་རང་བཙན་སླར་གསོ་དེ་བཙུགས་དགོས་ཀྱི་ཡོད་རེད། ཁོང་རྣམ་པའི་ཚེ་སྲོག་བློས་གཏོང་བ་དེ་དམིགས་ཡུལ་དང་རེ་བ་མེད་ནས་བློས་གཏོང་བ་བཅས་དང་དམིགས་ཡུལ་དང་རེ་བ་མེད་ནས་ཤི་སོང་བ་བཅས་མ་རེད། ཁོང་ཚོ་ཤི་བའི་སྐབས་ལ་ཁོང་ཚོ་གིས་བློས་གཏོང་བའི་སྐབས་ལ། ཁོང་ཚོ་དགྲ་བོ་རྒྱ་ནག་གིས་དམར་གསོད་གཏོང་བའི་སྐབས་ལ་མནར་གཅོད་མྱོང་བའི་སྐབས་ལ་ཁོང་ཚོ་གི་འབོད་སྒྲ་དེ་བོད་རང་བཙན་རེད། བོད་རང་བཙན་གྱི་འབོད་སྒྲ་འདྲ་བོད་རང་བཙན་གྱི་ཞལ་ཆེམས་བཞག་ཅིང་སྲོག་བློས་གཏོང་ཡོད་རེད་མནར་གཅོད་མྱོང་ཡོད་རེད། ཡིན་ན་ལས་ད་ལྟ་བོད་རང་བཙན་བཤད་ཉེན་ལ་ཁ་གདངས་གཏོང་ཡག་དང། བོད་རང་བཙན་ལ་འདེམས་ཀ་བྱེད་ན་ད་ཚར་བ་རེད་ཟེར་ཡག་དང། བོད་རང་བཙན་གྱི་མི་བདེན་པ་ཡིན་ན་སྐྱེ་ས་གཅིག་ལ་སྐྱེ་གི་རེད་ལབ་ཀྱི་ནས། རྒྱལ་སྤྱིའི་དཔའ་བོ་དཔའ་མོ་གི་ཁ་ཆེམས་ལ་རྩིས་མེད་སྡུག་རུས་གཏོང་ཡག། དགྲ་བོ་ལ་དགོ་ཡག་གི་འཆལ་གཏམ་འདི་འདྲ་བཤད་བྱས་ནས་བོད་རང་བཙན་གྱི་རེ་བའི་མེ་ལྕེ་དེ་འདི་འདྲ་བྱས་ནས་བསྲེགས་སོང་བ་ཡིན་ན། ལ་དྭགས་ས་རེད་དམ་མ་རེད། སྐད་ཆ་འདི་འདྲའི་གི་ཚབ་ཆེན་བཤད་ཡོང་དུས་ད་དུང་ཡང་ང་ཚོ་གི་མ་གོ་མདོག་མདོག་མ་ཐུལ་མདོག་མདོག་བྱེད་ནས་བཞག་པ་ཡིན་ན་འགྲིག་ས་རེད་དམ་མ་རེད། དེ་འདྲའི་གི་སྐད་ཆ་བཤད་ཉན་གི་ངོས་ནས་ཡིན་པ་ཡིན་ན་ལས་སྐད་ཆ་བཤད་པའི་སྐབས་ལ་ར་བཟི་གི་ཡོད་ན་འདྲ་རིག་པ་མ་དོང་བ་ཆགས་ནས་སྐད་ཆ་ཤོ་ནོར་བྱེད་གི་ཡོད་ན་ར་དོང་བས་གི་རྗེས་ལ་རིག་པ་གསལ་བོ་ཆགས་བས་གི་རྗེས་ལ་དངོས་གནས་ཀྱིས་སོ་སོའི་སོ་སོ་ངོ་ཡག་ཡོད་ན་ངོ་དགོད་ཡག་ཅིག་དང་ངོ་ཚ་ཡག་ཡོད་ན་ཚ་དགོད་ཡག་གི་ནོར་འཁྲུལ་གྱི་སྐད་ཆ་ཅིག་རེད། དེ་འདྲ་ཡིན་པའི་ཆ་ནས་དངོས་གནས་བྱས་པ་ཡིན་ན་བོད་ཀྱི་རྩ་དོན་དང་ལྷག་པར་དུ་བོད་མི་མང་དང་དེ་བས་ཀྱང་རྒྱལ་སྤྱིའི་དཔའ་བོ་དཔའ་མོ་གི་རྣམ་ཤེས་ཀྱི་མདུན་ལ་དགོངས་དག་ཞུ་དགོས་ཡག་གི་སྐད་ཆ་ཚབས་ཆེན་རེད་སྐད་ཆ་འདི་ཚོ།

བོད་རང་བཙན་དེ་བོད་དང་བོད་མི་ལ་དེ་འདྲ་གི་གལ་ཆེན་པོ་ཡིན་བཞིན་དུ་སྐད་ཆ་འདི་ཚོ་བོད་པ་གཅིག་གི་ཁ་ནས་ཐོན་ཡག་དེ། བོད་པ་ནང་ཁུལ་ལ་རྒྱལ་ཞེན་དང། མི་རིགས་ཀྱི་སྙིང་སྟོབས་དང་སེམས་ཤུགས་བཅག་ཡག་གི་སྐད་ཆ་སྡུག་པོ་ཅིག་རེད། ད་ལྟ་ང་ཚོའི་བོད་རང་བཙན་ཤོར་ཚར་བ་རེད། ད་དུང་ཡང་ང་ཚོ་གླང་དར་གཉའ་ཆག་བྱས་ནས་འདི་འདྲ་གི་རྒྱལ་ཞེན་དང་སྙིང་སྟོབས་མེད་པའི་གི་སྐད་ཆ་བཤད་བྱས་ནས། བོད་རང་བཙན་གི་ལྟ་བ་ཇེ་ཉུང་དུ་གཏོང་དགོས་གི་ཡོད་ཟེར་ན་ལབ་གི་ཡོད་ན། ད་དེ་དངོས་གནས་གི་བོད་ཕུང་ཡག་གི་སྐད་ཆ་ཅིག་དང་བསམ་བློ་ཅིག། བོད་མིའི་སེམས་ཤུགས་དང་རེ་བ་གསོ་སྟོང་ཅིག་རེད་སྐད་ཆ་འདི་ཚོ་མ་ཚར་ནས་ང་ཚོ་གི་ཁས་ལེན་བྱེད་ཡག

རྒྱལ་ཁབ་ཤོར་བའི་བཙན་བྱོལ་བ་བཅས་ཀྱི་རང་བཙན་སླར་གསོ་གི་འདེམས་ཀ་དང་རྒྱལ་ཁབ་སླར་གསོ་གི་མི་སྣ་ཡོང་བ་ཡིན་ན་ད་ཚར་བ་རེད་ཟེར་ཡག་དང་སྐྱེ་ས་གཅིག་ལ་སྐྱེ་གི་རེད་ཟེར་ལབ་ཡོང་དུས། བསམ་བློ་དང་འདུ་ཤེས་འདི་འདྲ་འཛིན་མཁན་མང་དུ་ཕྱིན་པ་ཡིན་ན་ད་དངོས་གནས་བོད་དེ་སྐྱེ་ས་གཅིག་ལ་སྐྱེ་ཡག་དང་བོད་དེ་ཚར་ཡག་གི་ཉེན་ཁ་ཡོད་རེད། རྒྱུ་མཚན་ག་རེ་བྱས་ནས་རེད་ལབ་ན། བོད་རང་བཙན་ལ་དེ་འདྲ་གི་སྡང་སེམས་དང་ཞེ་སྣང་བཟོ་ཡོང་དུས། དེ་སོགས་ཀྱི་དགྲ་བོ་ལ་རྩ་སྟོང་དང་རྒྱལ་ཁབ་གཡོ་ཚོང་བཟོ་ཡག་གི་ཉེན་ཁ་ཆེན་པོ་ཡོད་རེད། དགྲ་བོ་རྒྱ་ནག་གི་བོད་ལ་བཙན་འཛུལ་བཟོས་བྱས་ནས་ང་ཚོའི་གཞུང་དང་དབུ་ཁྲིད། མིའི་ལུང་པ་ལ་སྐྱབས་བཅོལ་ལར་བྱ་ཡག་གི་ཚེའི་བར་དུ་སྐྱེ་བ་རེད། ད་འདི་ལས་སྡུག་པའི་གནས་སྟངས་ཅིག་ལ་བོད་དུ་སྐྱེ་དགོས་ཀྱི་ཡོད་ན། དེ་སྐྱེ་མཁན་དེ་སུ་རེད་ལབ་པ་ཡིན་ན་དགྲ་དང་གཉེན་སུ་ཡིན་པ་བརྗེད་ནས། གདོང་དགྲ་བོ་ལ་ཁོག་པ་བཟོ་ཐུབ་ཀྱི་ཡོད་མདོག་མདོག་བཟོ་སའི་ཡིན་བཟོ་ཐུབ་ཀྱི་ཡོད་མདོག་མདོག། ནང་ཕུ་ནུ་ལ་དབྱེ་འབྱེད་འདྲ་མི་འདྲ་བཟོ་དེ་ཉིན་དེ་སོག་གི། ད་བོད་དུ་འདི་ལས་སྡུག་པའི་ཚེ་ཅིག་ལ་སྐྱེ་ཡག་གི་ཉེན་ཁ་ཡོད་རེད། བོད་རང་བཙན་གྱི་བསམ་བློ་ཡོད་མཁན་ཚོ་གིས་མ་མཐའ་ཡང་བོད་དེ་ཡིད་ས་ནས་ཡར་ལོངས་ཐུབ་ཡག་གི་རེ་བ་བརྟན་པོ་ཡོད་དུས། བོད་རང་བཙན་གྱི་རེ་བ་ཡོད་མཁན་དེ་ཚོ་གིས་བོད་འདི་ལྡི་ལི་སྡུག་དབུས་ཀྱི་གནས་སྟངས་བཅས་ལ་རྩ་བ་ཉིད་ནས་སྐྱེལ་སྲིད་ཀྱི་མ་རེད། བོད་རང་བཙན་སླར་གསོ་གི་རེ་བ་དེ་ཤི་ཚར་མཁན་ཚོ་གིས་ད་རུང་མགོ་གོང་མཐོང་བཟོ་བྱས་ནས་བོད་འདི་བཙོང་ཡག་དང་བོད་འདི་སྐྱིད་ས་ཅིག་ལ་སྐྱེལ་ཡག་གི་ཉེན་ཁ་དངོས་གནས་ཡོད་རེད་དེ་བོད་པ་ཚོ་གི་མགོ་ཚུགས་དགོས་གི་རེད། ནམ་རྒྱུན་ལྟ་བ་མཐུན་མ་མཐུན་ཤོག་ཁག་ག་རེ་ཡིན་མིན་ལ་མ་ལྟ་བ་བྱེད་བྱེད་ནས་རང་གི་རང་ལ་རིན་ཐང་ཅིག་དང་རང་གི་བུ་རབས་ཚ་རྒྱུད་ལ་མདུན་ལམ་ཅིག་བཟོ་བསམ་གི་ཡོད་ན། བུ་ལ་དངོས་གནས་ཀྱི་ཤ་ཚ་ཅིག་ཡོད་ན་ད་སྐད་ཆ་འདི་ཚོ་ལ་གཟབ་གཟབ་བྱེད་དགོས། སྐད་ཆ་འདི་ཚོ་ཕྱིར་འདྲེན་བྱེད་དགོས། གང་ཟག་དེ་ཚོ་དང་བློ་དཀར་སྙན་ཤ་ཚ་སྙན་སེམས་ཐག་ཉེ་བོ་ཡོད་སྙན་དེ་ཚོ་གི་ཡིན་ན་སྐད་ཆ་དེ་ཚོ་ཕྱིར་འཐེན་བཟོ་བཅོག་དགོས་ཡ་དང་ནོར་བཅུད་བཟོ་བཅོག་དགོས་ཡ་དེ་ད་དངོས་གནས་ཀྱི་གང་ཟག་དང་གང་ཟག་བར་ལ་ཤ་ཚ་སྟོང་ཅིག་དང་བུ་ལ་བློ་དཀར་སྟོང་ཅིག་རེད། རང་གིས་རང་ལ་བོད་པ་ཅིག་ཡིན་པའི་ཀྱི་ངོས་འཛིན་དང་སྤོབས་པ་ཅིག་ཡོད་པ་ཡིན་ན། དགྲ་མགོ་རྡུང་བའི་ཚོར་བ་ཅིག་བྱེད་ཅེས་ནི་བོད་རང་བཙན་གྱི་ལོ་རྒྱུས་དང་བོད་རང་བཙན་གྱི་མངོན་རྟོགས་གླེང་ཅེས་ནི་དགྲ་བོ་རྒྱ་ནག་ལ་སྒོར་གཏམ་གཏོང་མ་ཕོད་པ་ཡིན་ན་ལེ། དགྲ་བོ་རྒྱ་ནག་གིས་རྐུབ་བདག་ཡག་གི་སྤྱི་ལས་ཀྱི་བཟོ་ཅེས་ནི་རྒྱ་ནག་ལ་ངོ་སྲུང་གི་རྒྱར་ཚོང་བ་ནམ་བཟོ་རུང་གི་མ་རེད། དེ་བཟོས་ཚར་དུས་ང་ཚོ་སོ་སོའི་ཡབ་མེས་ལ་བརྩི་བཀུར་མ་བྱས་པ་དང་བུ་རབས་ཚ་རྒྱུད་ཚོ་ལ་ལག་མ་བརྡ་བ་བཟོ་གི་ཡོད་རེད། བོད་རང་བཙན་ལ་གདུང་སེམས་བཟོ་མཁན་གྱི་བོད་པ་གཅིག་ཡོང་གི་ཡོད་པ་ཡིན་ན་དེ་ཏན་ཏན་བོད་ཀྱི་ལོ་རྒྱུས་ཡག་པོ་མགོ་མ་ཚུད་པ་དང་རང་གི་མི་རིགས་ལ་ཡིད་ཆེས་བརྟན་པོ་མེད་མཁན་གཅིག་ཡིན་པའི་གི་ཉེན་ཁ་ཡོད་རེད་རྒྱུ་མཚན་ག་རེད་ཅེས་ལབ་ན། བོད་རང་བཙན་དེ་བོད་ཀྱི་བདག་དབང་གི་བདེན་དོན་གཅིག་རེད་མ་གཏོགས། ལོ་རྒྱུས་རྫུན་བཟོ་གི་མངའ་ཁོངས་གསར་བཟོ་གཅིག་མ་རེད། བོད་རང་བཙན་དེ་ང་ཚོ་གི་ཕྱིའི་བླ་ན་མེད་པའི་མཐོ་གཏོང་དང་ངོས་འཛིན་རེད་མ་གཏོགས་དེ་ནག་ཉེས་དང་ནོར་འཁྲུལ་གཅིག་མ་རེད། བོད་པ་གཅིག་གིས་བོད་རང་བཙན་ལ་གདུང་སེམས་བཟོ་ཡ་དེ། སོ་སོའི་ངོ་གདོང་ལ་སོ་སོ་གིས་སྦར་རྒྱག་པ་དང་གཅིག་པ་ཆགས་ཀྱི་ཡོད་རེད། དེ་ལས་སླ་བ་གཅིག་སོ་སོས་སོ་སོ་ལ་དམའ་འབེབས་བཟོ་ཡ་ཡོད་མ་རེད། ད་ལྟ་ང་ཚོའི་རྒྱལ་ཁབ་དགྲ་ཡི་ལག་པ་ལས་ཡོལ་བའི་གི་སྐབས་འདི་ལ། མི་རིགས་ཀྱི་སྙིང་སྟོབས་དང་ལ་རྒྱ། བོད་དང་རྒྱ་བར་གྱི་ཤང་ཁོང་གླེང་བྱེད་ནས་འཐབ་རྩོད་སྲུང་སྐྱོབ་དང་འཐབ་རྩོད་འདུལ་སྐྱོབ་ཡོང་ཡ་གི། སྐད་ཆ་དེ་ང་ཚོ་ལ་གོ་གི་ཡོད་རེད་མ་གཏོགས་དགྲ་བོ་ལ་ངོ་སོང་ནས་བོད་མིའི་རྒྱ་གཞེན་དང་སེམས་ཤུགས་སྐྱོ་ཡག་གི་སྐད་ཆ་དེ་ང་ཚོ་ལ་གོ་གི་ཡོད་མ་རེད། སྤྱི་ཚོགས་དྲ་ལམ་བེད་སྤྱོད་གཏོང་བ་ཡིན་ན་ལས་གཏོང་གཏོང་མ་ནོར་བ་བྱེད་དགོས་ཡ། བོད་ཀྱི་རྩ་དོན་ལ་ཕན་ཐོགས་གི་མེད་པ་ཡིན་ན་ལས་སྤྱི་ཚོགས་དྲ་ལམ་དེ་བོད་ཀྱི་རྩ་དོན་ལ་གནོད་སྐྱིལ་བ་ཅིག་མ་ཆགས་བ་དགོས་ཡ་དེ་ཧ་ལེ་བེ་གི་གལ་ཆེན་པོ་རེད། བུ་རང་བཙན་སླར་གསོ་བྱུང་ན་བུ་དེ་གཞི་ནས་འཇིག་ས་ནས་ཡར་ལངས་ཐུབ་གི་ཡོད་རེད། བུ་རང་བཙན་སླར་གསོ་བྱུང་བ་ཡིན་ན་བོད་མི་རིགས་ལ་ཕུགས་འཕེར་བའི་གི་མདུན་ལམ་ཅིག་དང། ང་ཚོ་རང་ཉིད་ལ་དག་པའི་གི་ཁ་བྱང་ཅིག་གཞི་ནས་ཡོང་གི་ཡོད་རེད། བོད་རང་བཙན་གྱི་སླར་གསོ་བཟོ་ཡག་གི་རེ་བ་དེ་མེད་པ་ཆགས་སོང་བ་ཡིན་ན་ད་དེ་དུས་བོད་དེ་ཤི་ཚར་བ་རེད། བོད་རང་བཙན་སླར་གསོ་གི་རེ་བ་དེ་གསོན་པོ་ཉར་ཐུབ་ན་བོད་ཤི་ཡོད་མ་རེད། བོད་སོང་ནི་བསྡད་ཡོད་རེད། བོད་རང་བཙན་བཤད་ཡ་དེ་བོད་ཀྱི་ལ་རྒྱ་དང་རེ་བ་རེད། བོད་རང་བཙན་བཤད་ཡ་དེ་བོད་མིའི་སྙིང་སྟོབས་དང་མདུན་ལམ་བཤད་གི་ཡོད་རེད། དེ་སྤོབས་པ་བྱེད་ཡ་གྱི་རེད་མ་གཏོགས་ངོ་ཚ་དགོས་ཡ་གཉའ་ཆག་དགོས་ཡ་མགོ་སྒུར་དགོས་ཡ་གི་གནས་སྟངས་ཅིག་མ་རེད། བོད་རང་བཙན་དེ་ཕྱི་བོའི་ཁ་ཆེམས་དང་གསང་བོའི་རེ་འདོད་ཡིན་ལབ་ཡ་དེ་ལོ་རྒྱུས་ཀྱི་བདེན་དོན་ཅིག་རེད། མདོ་དབུས་ཁམས་གསུམ་ག་གི་དཔའ་བོ་དཔའ་མོ་ཁྲི་སྟོང་མང་པོ་གིས་བོད་རང་བཙན་གྱི་འབོད་སྒྲ་བསྒྲགས་ནས་སྲོག་ལུས་གཏོང་གནང་ཡོད་རེད། ད་ལྟ་ཡིན་པ་ཡིན་ནས་ལས་དགྲ་དང་གཉེན་གྱི་འདུ་ཤེས་ཡོད་ཉེན། སོ་སོའི་སོ་སོ་ལ་འགྲོ་བ་མི་གཅིག་གི་བརྩི་བཀུར་ཡོད་ཉེན་གྱི་བོད་པ་ཚང་མ་ལ། རང་བཙན་སླར་གསོ་གི་རེ་བ་དང་དངུལ་འདུག་དེ་གསོན་པོ་བྱེད་འདོད་ཡོད་རེད། ཡིན་ན་ལས་ད་ལྟ་བོད་རང་བཙན་སླར་གསོ་ལ་གདམ་ག་བྱས་ན་བོད་དེ་ཚར་བ་རེད་ཟེར་གྱི་ཡོད་ན། སྐད་ཆ་དེ་སུ་ལ་དགོས་ཡ་གཅིག་རེད་འདུག་སུའི་ཆེད་དུ་སྐད་ཆ་དེ་འདྲ་གཅིག་བཤད་གི་འདུག་དེ་ཚོ་རང་བཞིན་གྱི་དྲི་བ་ཡང་ཡང་བྱེད་རེད། བོད་རང་བཙན་སླར་གསོ་གི་རེ་བ་དང་སེམས་ཤུགས་གསོ་ཡ་དེ་དང། བོད་ཀྱི་སྐད་ཡིག་གི་མགྲིན་པ་འགག་སྟངས་དེ་བོད་གསོ་སྟངས་ངོ་མ་དེ་རེད། མདོར་བསྡུས་ན་བོད་རང་བཙན་སླར་གསོ་གི་རེ་བ་གསོ་ཡ་དེ་བོད་གསོ་གསོ་བ་དང་གཅིག་པ་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོའི་མི་རབས་ཀྱིས་བོད་རང་བཙན་སླར་གསོ་མ་ཐོབ་པ་ཡིན་ན་ལས། མ་མཐའ་ཡང་ང་ཚོས་བོད་རང་བཙན་སླར་གསོ་གི་རེ་བ་དང་འཐབ་རྩོད་དེ་གསོན་པོ་ཉར་ཐོབ་དགོས་ཀྱི་ཡོད་རེད། དེ་ང་ཚོ་གི་མ་མཐའི་ཀྱི་ལས་འགན་དང་མི་ཚེའི་རིན་ཐང་རེད། དགྲ་བོ་རྒྱ་ནག་གི་རྔ་བ་ཁྱི་གསུམ་དུ་མི་འདུག་པའི་ཚད་ཅིག་ཡོད་པ་དེ་བོད་རང་བཙན་རེད། བོད་མིའི་སྤྱི་ཚོགས་གཞི་རིམ་རང་བཞིན་གྱི་ཆིག་སྒྲིལ་བཟོ་ཐུབ་ཡག་གི་གནས་སྟངས་དང་ཚད་ཅིག་ཡོད་པ་དེ་ཡང་བོད་རང་བཙན་རེད། དེ་འདྲའི་གི་བོད་རང་བཙན་གྱི་རིན་ཐང་དེ་དང་གནད་འགག་དེ་ཤེས་པ་ཡིན་ན། ད་གཞི་ནས་ང་རང་ཚོ་གི་བོད་རང་བཙན་གྱི་དོན་དག་ལ་སྐད་མགོ་མཐོན་པོ་གིས་སྐད་ཆ་བཤད་ཡག་གི་རིན་ཐང་དེ་ཉུང་རུ་བཟོ་ཐུབ་ཀྱི་རེད་དེ་རིན་ཐང་དེ་གཞི་ནས་ཚུར་ཀྱི་རེད། ཁྱེད་རང་ཚོ་ཁ་ཅིག་གིས་ལབ་ཀྱི་ཡོད་ཨ། ངས་སྐད་ཆ་བཤད་པའི་སྐབས་ལ་སྐད་མགོ་མཐོན་པོ་ཞུས་པ་འདུག་གཅིག་གཅིག་ལ་ཐུབ་ཚོད་བཟོ་གི་ཡོད་རེད་མཐོང་ཆུང་བཟོ་གི་ཡོད་རེད། གཤེགས་ཡོད་པ། དེ་འདྲའི་བཤེས་གཉེན་དེ་ཚོ་གིས་བོད་རང་བཙན་གྱི་ཚོར་བ་དེ་སོ་སོ་ལ་སླེབས་མེད་བི་གི། དེ་ཉམས་མྱོང་དེ་མེད་བི་གི་སྐད་ཆ་ཅི་རེད། དངོས་གནས་ཀྱི་སེམས་ཀྱི་གཏིང་རིམ་ལ་ཤ་གོང་རུས་ཀྱི་སྟེང་ལ་བོད་རང་བཙན་སླར་གསོ་གི་རེ་བ་ཅིག་དང་བོད་དེ་འཇིག་ས་ནས་ཡར་ལངས་ཡག་གི་རེ་བ་གསོན་པོ་ཡོད་ཉེན་གྱི་བོད་ཀྱི་བུ་ཕྲུག་ཅིག་ཡིན་ན། དེས་བོད་རང་བཙན་གླེང་བའི་སྐབས་ཀྱི་སྐད་མགོ་མཐོན་པོ་དེ་ཡོད་དགོས་ཀྱི་རེད་དེ་ངེས་པར་གྱི་ཡོད་རེད། དེ་དཀྱུས་མ་མ་ཡིན་པའི་སེམས་ཚོར་གྱིས་རེད། བོད་རང་བཙན་སྐད་མགོ་མཐོན་པོ་གི་ག་ཚོད་གླེང་མཁན་མང་རུ་ཕྱིན་པ་ཡིན་ན་དེ་དུས་ང་ཚོའི་སྤྱི་ཚོགས་ལ་རྒྱར་ཞེན་དང་རུས་པ་ཅན་གྱི་མི་སྤུས་དག་པོ་དང་རེ་བ་ཡོད་བའི་གི་དུས་ཚོད་ཀྱི་རེད། བོད་རང་བཙན་གླེང་མཁན་ཉུང་རུ་འགྲོ་བའི་དུས་ཚོད་དང་བོད་རང་བཙན་གྱི་སྐད་མགོ་དམའ་རུ་འགྲོ་བའི་དུས་ཚོད། ལྷག་པར་དུ་བོད་རང་བཙན་ལ་དམའ་འབེབས་བཟོ་ཐུབ་ཡག་གི་དུས་ཚོད་ཅིག་སླེབས་ཡོང་དུས། ད་ང་ཚོའི་སྤྱི་ཚོགས་ནང་ལོགས་ལ་རྒྱལ་ཚོང་བ་དང་རྒྱ་མིའི་རྒྱུག་ཁྱི་མང་རུ་འགྲོ་ཡག་གི་དུས་ཚོད། བོད་མིའི་རྒྱལ་ཞེན་དང་ཆིག་སྒྲིལ་ཉམས་ཆག་འགྲོ་ཡག་གི་དུས་ཚོད་ཅིག་སླེབས་ཀྱི་ཡོད་རེད། དེ་རེད་དང་མ་རེད་དེ་སྤྱི་ལོ་ཉིས་སྟོང་གཉིས་ནས་ད་ལྟ་བར་གྱི་ལོ་རྒྱུས་ལས་བལྟས་པ་ཡིན་ན་བཙན་བྱོལ་སྤྱི་ཚོགས་ཀྱི་ལོ་རྒྱུས་ལས་བལྟས་པ་ཡིན་ན་མཐོང་ཡ་དང་རིག་ཡ་ཡོད་བ། ལྷག་པར་དུ་ཉིས་སྟོང་གཉིས་ནས་ཉིས་སྟོང་བཅུ་གཉིས་ཉིས་སྟོང་བཅུ་གཉིས་ནས་ཉིས་སྟོང་བཅུ་གསུམ། ད་ད་ལྟ་བར་གྱི་ལོ་བཅུ་ཕྲག་ཁ་ཤས་ཀྱི་ལོ་རྒྱུས་ལ་བལྟས་པ་ཡིན་ན། བཙན་བྱོལ་སྤྱི་ཚོགས་ཀྱི་འཐབ་རྩོད་ཉམས་རྒུད་འགྲོ་བའི་བརྒྱུད་རིམ་ལ་བལྟས་པ་ཡིན་ན། མཐོང་རྒྱུ་ཡོད་བ་རིག་རྒྱུ་ཡོད་བ་གྱི་ལོ་རྒྱུས་ཅིག་རེད། དེ་ད་ལྟའི་ང་ཚོའི་སྤྱི་ཚོགས་ཀྱི་གནས་བབ་འདི་གིས་བདེན་དཔང་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་དུས། བོད་རང་བཙན་གླེང་མཁན་གྱི་སྤྱི་འཐུས་དེ་མ་འོངས་པར་མང་རུ་ཕྱིན་པ་ཡིན་ན། ད་བོད་ལ་སླར་ཡང་ཆིག་སྒྲིལ་དང་རེ་བ་དེ་མཐོ་རུ་འགྲོ་ཡག་གི་དུས་ཚོད་ཅིག་རེད། བོད་མིའི་འཐབ་རྩོད་ལ་སླར་ཡང་སྲུང་ཤུགས་སླེབས་ཡག་གི་དུས་ཚོད་ཅིག་རེད། བོད་རང་བཙན་གླེང་མཁན་མེད་པ་ཆགས། བོད་རྒྱ་ནག་གི་རྩ་འཕྲེང་འོག་ལ་བསྡད་ཀྱི་ཡིན་ཟེར་ཡག་གི་སྤྱི་འཐུས་དེ་མང་རུ་ཕྱིན་པ་ཡིན་ན། ད་དེ་དུས་དངོས་གནས་རྡ་རམ་ས་ལ་དང་གྲོས་ཚོགས་ནང་ལོགས་ལ་རྒྱ་ནག་གི་སེམས་ཚོར་དེ་ཤུགས་ཆེ་རུ་འགྲོ་ཡག་ར་སྤྲོད་བྱེད་ཀྱི་ཡོད་རེད། ད་དེ་དུས་དངོས་གནས་བོད་དེ་སྐྱེ་ཡག་གི་ཉིན་འགའ་ཡོད་རེད། བོད་རང་བཙན་ལ་འདི་འདྲའི་གི་གདུང་སེམས་ཆེ་བའི་གི་སྐད་ཆ་འདི་ཚོ། རྒྱ་ནག་གི་སེམས་ཚོར་དང་རྒྱ་ནག་གི་དྲིལ་བསྒྲགས་དང་ཕྱོགས་མཐུན་པ་ཆགས་ཡོང་གི་ཡོད་རེད། ཀུན་སློང་དེ་འདྲ་མིན་པ་ཡིན་ན་ལས་སྐད་ཆ་གི་ནང་དོན་དེ་ཕྱོགས་མཐུན་ཡོང་གི་ཡོད་རེད། བོད་མིའི་སེམས་ཀྱི་གཏིང་རིམ་ལ་བོད་རྒྱལ་ཁབ་བསྐྱར་དར་ཡོང་ཡག་དང་བོད་རང་བཙན་སླར་གསོ་གི་རེ་བ་དེ་མ་ཤེས་པ་ཡིན་ན། བོད་ལ་རེ་བ་ཡོད་ཡོད་པ་རེད་བོད་ཚར་ཡོད་མ་རེད། བོད་མི་གཅིག་གཅིག་གཉིས་གཉིས་ཀྱི་སེམས་ཀྱི་ནོར་ལོག་ནས་བོད་རང་བཙན་སླར་གསོ་གི་རེ་བ་དེ་གསོན་པོ་བསྡད་ཡོད་དུས་བོད་གསོན་པོ་བསྡད་ཡོད་རེད་བོད་ཤེས་ཡོད་མ་རེད། བོད་དེ་ཉི་མ་གཅིག་ལ་བོད་ཀྱི་བུ་རབས་ཚ་རྒྱུད་ཚོ་གི་བསྐྱར་དར་བཟོ་ཡོང་གི་རེད། ང་འདྲ་བོ་ཅིག་ནས་དེ་འདྲ་གི་རེ་བ་བརྟན་པོ་ཡོང་ཉེན་གྱི་ཡིན་པའི་ཆ་ནས་བོད་རང་བཙན་གྱི་སྐད་ཆ་འདི་སྐད་མགོ་མཐོན་པོ་གི་ཐོག་ནས་རེ་བ་མཐོན་པོ་གི་ཐོག་ནས་སོ་སོ་གི་ཤེས་བྱེད་ནས་འབད་བཟང་བྱེད་ཀྱི་ཡོད། ཉི་མ་གཅིག་ལ་བོད་མི་གཅིག་གཅིག་གཉིས་གཉིས་ཀྱི་སེམས་ཀྱི་ནོར་ལོག་ནི་བུ་རོང་བཙན་གྱི་སླར་གསོ་གི་རེ་བ་དེ་ཤི་སོང་བ་ཡིན་ན་ད་དེ་དུས་དངོས་གནས་བུ་ཚར་བ་རེད་ང་ཚོའི་ལ་རྒྱ་ཚར་བ་རེད་ང་ཚོའི་མདུན་ལམ་དང་ཐ་ན་ང་ཚོའི་ལོ་རྒྱུས་ཚར་བ་རེད། ང་ཚོའི་མི་གཞི་དང་རིན་ཐང་ཚར་བ་རེད་དེ་དུས་བུ་རོང་བཙན་སླར་གསོའི་རེ་བ་མ་ཤི་ན་བོད་ཀྱི་འཐབ་རྩོད་ཤི་ཡོད་མ་རེད་བོད་ཀྱི་འཐབ་རྩོད་མ་ཤི་ན་བོད་མིའི་ཆིག་སྒྲིལ་དང་བོད་མིའི་སྙིང་སྟོབས་ཤི་གི་མ་རེད་བུ་ཤི་གི་མ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། བོད་རང་བཙན་སླར་གསོ་གི་རེ་བ་གསོན་པོ་ཉར་ཡ་དེ་ང་ཚོའི་འཐབ་རྩོད་དང་ང་ཚོ་རང་ཉིད་གསོན་པོ་ཉར་སྟངས་ཀྱིས་རེད། དེ་འཐབ་རྩོད་ཀྱི་བླ་སྲོག་རེད། ངས་སྔོན་མ་བོད་རང་བཙན་སླར་གསོ་གི་འཆར་གཞི་དེ་བསྡོམས་རྒྱག་པའི་སྐབས་ལ། དང་པོ་ཐབས་ཚུལ་གསུམ་པོ་ཉར་ཡ། གཉིས་པ་གོ་སྐབས་དམ་འཛིན་དགོས་ཡ། གོ་སྐབས་གསར་བ་གཟུག་དགོས་ཡ། གསུམ་པ་མཐའ་མི་གདམ་ཀ་མ་ནོར་བ་དགོས་ཡ་གསུམ་གྱི་ནང་ལོགས་ལ་སྡོམ་རྒྱག་སྙོམས་སྦྱར་མཚུངས་པ་དང། ཕ་རུའི་གྲུ་གཉན་ཚོ་གས་སྐད་ཆ་འདི་འདྲ་བཤད་ཡོང་དུས་ངས་དེ་སྔོན་རང་བཙན་འཐབ་རྩོད་ཀྱི་སྡོམ་གསུམ་རྒྱག་བ་དེ་ང་རང་ང་རང་གི་རིན་ཐང་དང་སྤོབས་པ་ཚོར་ཡ་གཅིག་ཡོང་གི་འདུག། མདོར་བསྡུས་ན་བོད་མི་གིས་རང་གི་རྒྱལ་ཁབ་སླར་གསོ་གི་རེ་བ་དང་སྙིང་སྟོབས་དེ་གསོན་པོ་ཉར་ཐུབ་པ་ཡིན་ན་བོད་ནམ་ཡང་ཤི་སྲིད་ཀྱི་མ་རེད་བོད་ནམ་ཡང་ཚར་སྲིད་ཀྱི་མ་རེད། བོད་རང་བཙན་ལ་གྲོས་ཚོགས་ནང་ལོགས་ནས་མང་མོས་དང་སྤྱི་མོས་ཀྱི་གདམ་ག་བཟོ་ཐུབ་པའི་གི་ཉིན་མོ་ཅིག་བྱུང་བ་ཡིན་ན་དེ་དུས་བོད་ཚར་བའི་ཉིན་མོ་མ་རེད་དེ་བོད་བསྐྱར་དར་གྱི་ཉིན་མོ་འགོ་བཙུགས་པའི་གི་ཉི་མ་བཟང་པོ་ཅིག་རེད། དེ་ཡིན་པ་དེ་སྟོབས་ཆེན་ཨ་རིའི་རྒྱལ་ཁབ་འདི་གས་རང་བཙན་བསྒྲགས་སྟངས་ཀྱི་ལོ་རྒྱུས་ཐད་ཀྱི་ར་སྤྲོད་གསལ་བོ་བྱེད་ཀྱི་ཡོད་རེད། བོད་ཀྱི་མ་འོངས་པའི་བུ་རབས་ཚ་རྒྱུད་དེ་མུ་མཐུད་ནས་རྒྱ་ཤོར་སླར་ཚོང་གི་བྲན་གཡོག་ཅིག་བཟོ་གི་ཡིན་ནམ་ཡང་མིན་ན་བོད་ཀྱི་བུ་རབས་ཚ་རྒྱུད་དེ་བོད་བཙན་པོ་གའི་སྐྱིད་ལོང་སྟག་སྒྲ་ཀླུ་གོང་དང་ཞང་ཆེན་སྦྱར་གཟིགས་ནང་བཞིན་གྱི་བུ་གུ་གཅིག་ལ་གསོ་སྦྱོང་བྱེད་ཀྱི་ཡིན། དེ་འབྲེལ་གྱི། འཇིགས་པ་སྐྱག་བྱས་ནས། སྤོབས་པ་གྱི་ཐོག་ནས་བོད་མི་རིགས་འདི་སྲུང་ཐུབ་པ་ཅིག་བཟོ་གི་ཡིན་དེའི་གདམ་ག་དེ། ང་ཚོ་གི་ལག་པ་ལ་ཡོད་དེ་བས་ཀྱི་གནད་དོན་ཅིག་རེད། དེའི་གདམ་ག་དེ་གདམ་ག་མ་ནོར་བ་ཅིག་བཟོ་ཐུབ་དང་མི་ཐུབ་དེ་ང་ཚོའི་སྙིང་སྟོབས་དང་ཆོད་སེམས་ང་ཚོའི་རྣམ་དཔྱོད་ལ་རག་ལས་དེ་བས་ཀྱི་གནད་དོན་ཅིག་རེད། བོད་པའི་གཏམ་དཔེ་གི་ནང་ལོགས་ལ་སྐོམ་ན་འདམ་ཆུ་མི་གཏོང་བ་བྲེ་སེར་འབྲོང་གི་ཆེ་ཤོས་ཡིན་ཟེར་བ་ནང་བཞིན། བོད་ནང་ལོགས་ལ་དཀའ་སྡུག་དང་ཉེན་ཁ་ག་ཚོད་ཡོད་བ་ཡིན་ན་ལས། སྤྱི་ཡོངས་ནས་གཞིས་ལུས་བོད་མི་གི་ད་ལྟ་བར་ལ་བོད་དང་བོད་མི་གི་རུས་དྲུས་ཡོད་མ་རེད་ཕ་མེས་གི་བླ་བཙོང་ཡོད་མ་རེད། ཡིན་ན་ལས་བཙན་སྦྱོར་རོང་ལུང་པ་ནི་སོ་སོའི་རོང་བཙན་གྱི་དོང་དུ་སྦས་པ་དང་གླུད་དོང་བཟོ་མ་ཐོབ་པའི་སྒང་ལ་བུ་མོ་སྐྱེས་ཡོང་ལ་རོང་བཙན་གྱི་རེ་བ་དང་སེམས་ཤུགས་བསྐྱ་ཡག་གི་སྐད་ཆ་འདི་ཚོ་དོང་དག་ཆུང་ཆུང་ཞིག་མ་རེད། འདི་ཕ་ལ་བཙོང་ཡག་དང་ཕ་རུ་ཁྲུས་ལ་ཡག་དེ་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་དུས། ང་འདྲ་བོ་ཅིག་ཡིན་ན། ཁོང་གཉིས་ཀྱི་སྐད་ཆ་ཅོག་གྲོགས་བོ་དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་པའི་གི་རྣམ་འགྱུར་གསལ་པོ་ཅིག་བསྟན་ཡག་གི་ཆེད་དུ། རྩ་དོན་ལ་ཐུག་པའི་གི་འཛིན་བསམ་གི་སྐད་ཆ་འདི། ངས་དེ་རིང་བརྙན་ལམ་ནས་གཞིས་ལུས་ཕུ་ནུ་མིང་སྲིང་ཚོ་ལ་ཡང་ངས་སྐད་མགོ་མཐོན་པོ་གི་ཐོག་ནས་ཞུ་གི་ཡོད། ང་ཚོ་བཙན་བྱོལ་བོད་མི་སྤྱི་ཡོངས་ཁོང་ཉིད་ནང་བཞིན་རྩ་སྟོང་ལ་དུ་བའི་སྐབས་ལ་ཕ་རག་བཙོང་མཁན་དང་ཕོ་རུས་དྲུད་མཁན་མིན་པའི་གི་རྣམ་འགྱུར་གྱི་བསྟན་ཡག་གི་ཆེད་དུ་ངས་དེ་རིང་གི་བརྙན་འདི་བཟོ་གི་ཡོད་མ་གཏོགས། ང་སྒེར་གྱི་ངོས་ནས་བསམ་གཏན་དང་ཉི་མ་བསམ་ཁར་ཁོང་གཉིས་སུ་གང་ལ་ཡང་མ་འདོད་པ་དང་མ་དགའ་བ་དགོ་ཡག་གི་རྒྱུ་མཚན་སྣེ་གཅིག་མེད་པ་མ་ཟད། དེ་བས་ཀྱང་བསམ་གཏན་ལ་དགྲ་བོ་ཅིག་ཆ་བཞག་པ་ཡིན་ན་ང་རང་གི་སློབ་གྲོགས་གཅིག་པ་ཡིན་པ་མ་ཟད་ཕྱོགས་མང་པོ་ནས་ད་ལྟ་བར་ལ་ངས་ཁོང་རེ་བ་ཅན་གྱི་ན་གཞོན་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད། ཉི་མ་བསམ་ཁ་ལ་དགྲ་བོ་ཆ་བཞག་པ་ཡིན་ན་ལས་སྒེར་གྱི་ངོས་ནས་ངོ་ཤེས་མ་ངོ་ཤེས་ཀྱི་མེད་ཐོག་མ་མྱོང། ཡིན་ན་ལས་ཁོང་གི་སྤུན་མཆེད་དཔའ་བོ་ཟླ་བ་རྒྱལ་བོ་ལགས། བོད་རང་བཙན་གྱི་ཆེད་དུ་ཟས་བཅད་ངོ་རྒོལ་རྒྱུན་རིང་པོ་གནང་སྨྱུག་བརྙན་གྱི་དཔའ་བོ་གཅིག་དང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་མི་རྒན་གྲས་གུས་བཀུར་ཞུ་ས་གཅིག་ཡིན། ཉི་མ་བསམ་ཁར་ཁོ་རང་འདྲ་བོ་གཅིག་ཡིན་པ་ཡིན་ན་ལས་དེ་སྔོན་བལ་ཡུལ་གྱི་ས་ཆ་ཁུག་ཀྱོག་དང་མཐུ་རྐྱེན་ཞན་ས་ཤྭ་བ་ར་སོང་གི་གཞིས་མགོ་ཡུན་རིང་པོ་གནང་མྱོང་བ་དེ་འདྲ་གོ་མྱོང་དུས། ང་རང་གི་སེམས་ནང་ལོགས་ལ་སྔོན་མ་འདྲ་བོ་གཅིག་ཡིན་ན་གུས་ཞབས་དང་སེམས་ཐག་ཉེ་བོ་ཡོད་མྱོང་གི་མི་གཅིག་ཡིན། ཡིན་ན་ལས་དེ་རིང་ཁོང་གཉིས་ཀྱི་སྐད་ཆ་ཐབས་སྡུག་པོ་དེས་དངོས་གནས་ཀྱི་ང་ཧ་ཅང་གི་བློ་ཕམ་དང་ངོ་རྒོལ་ཚིག་མཐོན་པོ་ཡོད་བིད་ཀྱི་རྣམ་འགྱུར་གྱི་བསྟན་ཡག་གི་ཆེད་དུ་ངས་དེ་རིང་གི་བརྙན་འདི་བཟོས་བ་ཡིན། མདོར་བསྡུས་ན་ང་ཚོ་བོད་པ་ཚོ་གི་ངོས་འཛིན་གསལ་པོ་དགོས་ཡ་གཅིག་ལ་རྒྱ་ནག་གི་བོད་ལ་བཙན་འཛོལ་བྱེད་བྱེད་ནས་མི་ལོ་བདུན་ཅུ་དོང་བཞི་སེ་འགྲོ་གི་ཡོད་རེད་དེ། བོ་ཕྱི་ནང་གཉིས་ཀ་ལ་བོ་རང་བཙན་གི་འབོད་སྒྲ་དེ་ཤི་ཡོད་མ་རེད། བོ་རང་བཙན་སླར་གསོ་གི་འབོད་སྒྲ་དེ་མཚམས་བཞག་ཡོད་མ་རེད། བཞག་ཡོད་མ་རེད། བོ་རང་བཙན་སླར་གསོའི་རེ་བ་དང་སྙིང་སྟོབས་དེ་ད་དུང་ཡང་གསོན་ནས་བསྡད་ཡོད་རེད། དེ་ད་ལྟ་ཡང་བོ་གསོན་ནས་ཡོད་པའི་གི་ངོ་བོ་དེ་རེད། འདི་ང་ཚོ་གི་སྲུང་སྐྱོབ་དགོས་ཡ་དང་རྒྱུན་སྐྱོང་བཟོ་དགོས་ཡ་དེ། ནག་ཚོགས་ཀྱི་ལ་རྒྱ་རེད་འགན་འཁྲི་རེད་བོད་ཀྱི་མ་འོངས་པའི་མདུན་ལམ་རེད་དེ་བོད་རང་བཙན་སླར་གསོ་གི་གོ་རིམ་དང་རྩ་དོན་སྲུང་སྐྱོབ་བཟོ་བ་གི་གོ་རིམ་གྱི་རེད་བོད་པ་མི་རིགས་ངོ་རེ་གི་རེ་བ་དང་ལ་རྒྱ་བདག་པོ་རྒྱག་སྟངས་དེ་ཡང་བོད་རང་བཙན་སླར་གསོ་གི་རེ་བ་དང་འབོ་ར་བདག་པོ་རྒྱག་ཡ་དེ་རེད།